བར་ན་བོད་ཀྱི་སློབ་གསོ་ཨ་ནི་བོད་ནས་ཡར་གསར་དུ་འཕེལ་བར་བྱོས་པ་ཅིག་མེད་ལ་ལས་ང་རང་ངོས་ནས་དྲི་བ་ཕུལ་ཡ་ཆེ་ཅིག་གར་སོ་རེད་འིན་ཁྱང་སྤྱི་འཐུས་ཞབས་ཀྱག་གང་ལ་ཡར་འཕེལ་ཐུབ་ཡས་ཀྱི་རེ་བ་དང་སྨོན་འདུན་ད་ག་ནང་བཞིན་ད་བོད་ཀྱི་རྒྱ་ས་ལྷ་སར་ཟི་དུས་ཙམ་པ་ཨ་ནི་ང་ཚོ་བོད་གངས་ཅན་གྱི་ད་ཆབ་སྲིད་བསྟིང་གནས་གཙོ་བོ་དེ་ཆགས་ཀྱི་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ད་ལན་ཁྱེད་རང་སྤྱི་འཐུས་ཞབས་ཀྱག་གང་ལ་ཡར་འཕེལ་ཐུབ་པ་ཡིན་ན་ངེད་ཀྱིས་ཨ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་ལོ་ད་གྱ་གཅིག་གྱ་དྲུག་ཕས་འགྲོ་གི་ཡོད་རེད། ཨ་ནེ་གཅིག་བོད་ཀྱི་རྒྱལ་ས་གཙོ་བོ་དེ་ནས་ཐུན་མི་གཅིག་སྤྱི་འཐུས་ཞབས་བཀྱག་གང་ལས་ཕེབས་ཐུབ་པ་ཡིན་ན་ངེད་ཀྱིས་རྟེན་འབྲེལ་བཟང་པོ་ཞེ་དྲག་ཅིག་རེད་བཞག་བསམ་པ་རེད་ཅེས་ང་རང་ངོས་ནས་ཨ་ནེ་བསམ་བློའི་ནང་ལོགས་ལ་བསམ་ཚུལ་རང་ཞུ་གི་ཡོད། ཨ ྋགྱང་ཐོབ་ཡས་ཀྱི་རེ་བ་དང་སྨོན་འདུན་ཆ་ཚང་ཞུ་གི་ཡོད་བྱས་ནས་ཞུ་ཡས་ཡིན། ཨ་ནེ་རྣམ་པ་ཚོ་གི་རྒྱབ་སྐྱོར་གང་མང་གནང་རོགས་གནང་ཞུ་ཡས་བྱས་རྒྱ་བོད་འབྲུག་གསུམ་ལ། ཡོད་སྐྱོ་རྣམ་པ་ཚོ་ད་ང་ཚོ་ནས་འོས་འཕུལ་ཡག་གི་གོ་སྐབས་ཡོད་མ་རེད་རྒྱ་བོད་འབྲུག་གསུམ་ལ་ཞུ་སྙན་ཚོར་ལ་ངས་འབུལ་སྐུལ་རང་ཞུ་གི་ཡོད་ཞུ་ཡ་ཡིན་ད་ལྟ་དེ་ཞོ་པ་ཅིག་མེད་ལ་ད་ང་ཚོ་ཕྱོགས་ལྷུང་དང་ཨ་ནི་འཐེན་འཁྱེར་དེ་གནང་ཉན་གི་མ་རེད་སོང་སོང་ང་ཚོ་མཉམ་རུབ་ཀྱི་ནུས་པ་སྤུངས་དགོས་དེ་བོད་མི་སུ་གལ་ཆེན་པོ་རེད་ངས་དྲི་བ་དེ། ག་རེ་ཞུས་པ་ཡིན་ན་ད་དྲི་བ་དེ་བེད་སྤྱད་གཉིས་ཚོད་ཅིག་ཆགས་ས་རེད་ཨ་ནི་ངའི་གི་དྲི་བ་དེ། ད་ཐང་གི་ཞོ་བ་ཅིག་མེད་ལ་ད་ང་ཚོ་མཉམ་རུབ་གི་ཐོག་ནས་ནུས་པ་སྤུངས་དགོས་དེ་གལ་ཆེན་པོ་རེད་གསུངས་བ་ཞིག་གསུངས་གི་ད་ང་རང་གི་ཅིག་དྲི་བ་ཞུས་ནས་མི་འདུག་བསམ་ཚུལ་ཞིག་ནས་མི་འདུག་ཨེ་འདྲས་ཅིག་ཞུ་འདོད་བྱུང་སོང་ཞུ་ཡས་ཡིན་ད་ང་ཚོ་གི་ད་ལྟ་ཕྱོགས་ཁག་གསུམ་གི་ནང་ནས། སྤྱི་འཐུས་བཅུ་བཞུགས་ཅིག་འདུག་སེ་འདུག་ས་སྐྱོན་གུ་ཡོད་རེད་སྤྱི་འཐུས་སུམ་ཅུ་དང་མ་ཆག་རུག་ད་ཨན་ད་ག་ནང་བཞིན་ཆོས་རྒྱུད་ཆོས་རྒྱུད་མངགས་ནས་སྤྱི་འཐུས་གཉིས་གཉིས་འདུག་སོ་རྒྱ་འཐུས་ཙམ་པ་སྤྱི་འཐུས་ཆོས་རྒྱུད་ཁག་ནས་བཅུ་ཆག་རུག་ད་ཨན་སྤྱི་འཐུས་བཞི་བཅུ་ཐམ་པ་དག་བྱས་ཨན་ཕྱི་རྒྱལ་ཡུལ་གྲུ་ཁག་ནས་མངགས་བྱས་ཨན་སྤྱི་འཐུས་བཞི་བཅུ་ཞེ་ལྔ་ཅིག་ཆག་རུག་ད་ཨན། ད་ང་རང་གི་བསམ་བློའི་ནང་བློ་ལ་དེ་འདྲས་ཀྱི་མང་ཚོགས་ནང་ལས་དེ་འདྲས་དགོངས་ཚུལ་དེ་འདྲས་གསུང་སྙན་དེ་འདྲས་ཁྲ་ལ་ཆེན་པོ་འདྲ་དེ་འདྲས་ང་རང་ལས་ཐུགས་ཉུང་ཡོད་རུ་བ། དེ་འདྲས་སོང་ཙང་ང་རང་གིས་དེ་དངོས་གནས་དྲང་ནས་ད་ང་ཚོ་ཕྱོགས་ཁག་གསུམ་སེ་འདུག་སེ་དེ་དེ་བ་ཡིན་ན་གྲོས་ཚོགས་ནང་ལས་འཐེན་འཁྱེར་རོགས་བྱེད། འཐེན་འཁྱེར་རོགས་བྱེད་བྱེད་འདུག་སེ་ཞུ་བ་ཡིན་ན། གོ་སྤྱི་བས་ཀྱི་རྩ་དོན་ལ་གྱོང་གུན་འགྲོ་ཡ་ཅིག་དང། ད་གང་ཅིའི་ཐོག་ནས་གང་ད་གྱོང་གུན་མང་པོ་ཅིག་འགྲོ་ཡ་རེད་མ་གཞི་གཞན་དག་ཅིག་དོན་དག་འགྲོ་གི་ཡོད་བས་བཟོ་ར་ཅིག་གས་མིན་འདུག་ཨ་ལས། ཁྱོད་ཀྱི་ཁ་དང་ངས་ཀྱི་རྣ་ཟེར་བྱས་གྲོས་ཚོགས་ནང་ལ་ཞུགས་ཨིན་བསྡད་པ་ཡིན་ན་ང་ཆོ་ག་དེ་ནས་རེད་ད་ཁྱོད་ཆོ་ག་དེ་ནས་རེད་ད་ཟེར་གསུངས་ཞུས་པ་ཡིན་ན་གང་ལྟར་མཉམ་རུབ་ཀྱི་ནུས་པ་སྟོན་ཐུབ་ཡོད་མེད་བ་ཞིག་ང་རང་ཚོ་གིས་གསལ་པོ་རེ་བ་ཞིག་ཆགས་འདུག་འདུག་བསམ་བསམ་འདྲ་ཞིག་དེ་འདྲས་ཡོང་གི་འདུག་དེ་འདྲས་སོང་ཙང་ངས་ཀྱི་བྲིས་པ་དེ་ག་རིང་ཞུས་པ་ཡིན་ན། འཇིགས་མེད་ལ། ད་ང་ཚོ་མཉམ་རུབ་སྒུག་གི་ཡོད་པ་ཡིན་ན་ད་ང་ཚོ། དེ་བས་ཀྱི་ང་རང་ཚོའི་ཉམས་མྱོང་ལ་གཞི་བཞག་པའི་ཐོག་ནས། ཨ་མང་ཚོགས་ཀྱི་ག་རེ་ག་རེ་དགོངས་ཚུལ་ཕེབས་ཀྱི་འདུག་དེ་ཚོ་ལས་གཞི་བཞག་པའི་ཐོག་ནས་ཨ་ནི་ང་རང་ཚོ་ཀྱི། གང་ལྟར་སྒང་ལས་ཞུགས་ཉེན་ཡིན་ནས་རེད་འོག་ལ། ཅིག་མི་སེར་དཀྱུས་མ་ཚོ་ཡིན་པ་ཡིན་ནས་རེད་ད་ཚང་མ་ལ་ཅིག་འགན་ཅིག་ཡོད་དུས་ཙམ་པ་ལ། ཨ་ནི་ང་ཚོས་ཀྱི་ད་ཆོ་ག་རེ་རེ་ནས་སྤྱི་འཐུས་བཅུ་བོ་དེ་ཆོ་ག་རེ་ནས་འདུས་ཡས་མེད་པ་བྱས། ཨ་ནི་ད་ལྟ་ང་རང་ཚོ་སྲིད་སྐྱོང་དེ་ང་རང་ཚོ་ཕྱོགས་ཁག་གསུམ་ཁག་གི་འོས་འཕུལ་ཡས་འདུག་ཨ། འདི་ནང་བཞིན་གྱི་ཨ་ནི་སྤྱི་འཐུས་རྣམ་པ་ཚོ་ཡས་དེ་འདྲས་ཅིག་བླུགས་ཡས་ཡོད་ནའང་བྱས་བྱས་ད་ང་རེ་བསམ་བློའི་ནང་ལོགས་ལ་དེ་འདྲས་ཅིག་དྲན་གྱི་འདུག་དེ་འདྲས་ཡིན་པ་སོང་ཙང་ཨ་ནི་ག་སྲིད་ཨ་ནི་ཞོལ་བ་འཇིགས་མེད་ལ་སྤྱི་འཐུས་ཞབས་རྒྱ་གང་ལ་ཡང་ཕེབས་ཐུབ་པ་ཡིན་ན་ངས་ཀྱི་ད་ལན་དྲི་བ་དེ་ལ་ཡང་ཨ་ནི་ཅིག་ག་ཚོད་ཚོད་ཅིག་འདིའི་ཐོག་ལ་ཡི་གེ་ལ། དགོངས་ཚུལ་ག་ཚོད་རྩོད་ཅིག་ཨ་ནི། སྤུངས་ཐུག་ཡོད་ན་ཆ་ཤས་ག་ཚོད་རྩོད་ཅིག། ཞེས་ཐུག་གི་ཡོད་ན་བྱས་བྱས་དེ་དང་ཨ་ནི། མང་ཚོགས་ནང་ལ་ཡང་དེའི་ཐོག་ལ་ཡང་ཨ་ནི། མ། ཅིག། བཀའ་སློབ་ལམ་སྟོན་ཟེར་ནས་མི་འདུག་དེ་འདྲས་ཁྱེད་རང་གིས་ད། ཅིག། ཐུགས་ལ། ཐུགས་ལ་ད་ཅི། ག་རེ་གཅིག་ད་གང་གཅིག་ཡོད་རེད་བ་སུ་སུའི་ཐུགས་ལ། ཨོ། དེའི་ཐོག་ལ་ཨ་ནི་མང་ཚོགས་ནང་ལ་ཡང་དེའི་ཐོག་ལ་ག་རེ་གཅིག་བཀའ་སློབ་ལ་འདོན་ཟིན་ནས་མི་འདུག་དགོངས་ཚུལ་དགོངས་འཆར་ག་རེ་གཅིག་ཡོད་ན་ཨོ་དེ་འདྲས་གཅིག་བཀའ་ལན་གནང་རོགས་གནང་ཞུ་ཡས་བྱས། དེ་ནི་ད་ངེད་ཀྱི། བྱིས་པ་གཅིག་འདི་ཆགས་ཀྱི་ཡོད། ལས་ད་ང་རང་ཚོ་དབུས་གཙང་དམ་པ་ཆོས་ཀྱི་ཆོས་རྒྱལ་གྱི། སྤྱི་འཐུས་རྒན་པ་ཚོ་ལ་ངས་རྩ་ནས་ཞུ་གི་མེད། རྒན་པ་ཚོ་གི་ནོར་ནོར་ཤ་དང་ནོར་མི་འདུག་དང་ཟེར་རྩ་ནས་ཞུ་ཡ་གལ་མེད། ད་ལྟ་བར་དུ་དངོས་གནས་དབུས་གཙང་དམ་པ་ཆོས་ཆོས་རྒྱལ་གྱི་སྤྱི་འཐུས་རྙིང་པ་དགོང་ལོ་བགྲེས་པ་ཚོ་གི་ཡག་ཐག་གཅོད་དངོས་གནས་དྲང་གནས། རྒྱལ་བ་རོང་པོ་ཆེའི་དངོས་གནས་གཅིག་བློ་སྙིང་བྲང་གསུམ་ཨ་ནི་དངོས་གནས་དྲང་གནས་ཆ་ར་ཟུར་བཞི་ནས་དངོས་གནས་དྲང་གནས། ཀུ་ལེ། སྐྱོན་ཡོད་པ་ཅིག་ལ་ང་རང་གིས་ངོས་འཛིན་ཞུ་གི་ཡོད། སྐྱོན་ཡང་ཡོད་རེད། ཡོད་རེད། ཡོད་པའི་ངོས་འཛིན་ཡང་ཞུ་གི་ཡོད། སྣང་ཡང་ཡོད་རེད་དེ་འདྲས་བསམ་གྱི་ཡོད། ད་ང་ཚོ། སྐབས་བཅུ་དྲུག་ལ་ཡང། ཨ་ནི་དབུས་གཙང་དམ་པ་ཆོས་ཀྱི་ཆོས་རྒྱལ་གྱི་སྤྱི་འཐུས། ད་གཞོན་སྐྱེས། གཞོན་སྐྱེས་ཡག་པོ་ཅིག་ཨ་ནི། འདེམས་ཐོན། བྱུང་ཐུབ་ཡོད་མ་རེད། ད་ཡི་གེའི་གྲོས་ཚོགས་ནང་ལ་ཡང། ཨ་ནི་ཆོས་བརྒྱུད་ཁག་གི་སྤྱི་འཐུས་རྣམ་པ་ཚོ་གིས། ད་ཡིག་ཡིག་ལ་ཆོལ་ཁ་ཆོས་རྒྱུད་འཐེན་འཁྱེར་ཟིན་ནས་མི་འདུག་མ་རུང་ཁོག་བཅངས་ཟིན་ནས་མི་འདུག་གང་ལྟར། ཨ་ནི་སྐབས་རྩོད་རིང་ལུས་པའི་གོ་སྐབས་ཟིམ་ཆེ་ཆེ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཚད་མེད་ཞུ་ཡས་ཡིན་ནས་རེད་གནས་ཆུང་དགྲ་བླ་ཆེན་མོ་ལ་ཚད་མེད་ཞུ་ཡས་ཡིན་ནས་རེད་ད་ག་ནང་བཞིན་ཅིག་མི་མ་གསལ་བ་ལ་མི་གསལ་རེ་ཟེ་མི་གསལ་ལགས་མ་གསུང་ཡས་ཡིན་ནས་རེད་ད་ག་ནང་བཞིན་སྤྱི་རྒྱུ་སྒེར་བདག་མ་བྱས་ཉེ་སྔོན་ནས་དྲང་གནས་ད་བོད་ཆོལ་ཁ་གསུམ་ལ་ཡ་ཨ་ནི་ཐུགས་ཕན་གསོས་ཤེས་གང་ཟག་དེ་ལས་སྤྱི་རྒྱུ་སྒེར་བདག་རེས་བྱས་བྱེད་ད་གང་ད། མ་རུང་ཁོག་བཅངས་དེ་འདྲས་རབ་གཟིགས་སྐྱུར་འགོང་སྨྱོ་འཛུགས་དེ་འདྲས་གང་ཟག་གྲོས་ཚོགས་ནང་ལ་ཡང་གསུང་སྙན་ཆོས་རྒྱུད་ཁག་གི་སྤྱི་འཐུས། སྤྱི་འཐུས་ཁོ་ནག་ཚོས་དེ་འདྲས་གསུང་ཡོད་རེད་ད་ནང་བཞིན་བླ་མའི་བཀའ་བརྩི་རྒྱུ་ཡོད་མ་རེད་བྱས་བྱས་གང་ད། དེའི་རིགས་དེ་སོང་དེའི་རིགས་དེ་ཉམས་རྟོགས་ལ་ཡང་ཨ་ནི་ང་རང་ཚོ་གི་དབུས་གཙང་དམ་པ་ཆོས་ཆོས་རྒྱལ་གྱི་གཞོན་སྐྱེས། ཨ་ནི། གཅིག་རྣམ་རྒྱལ་འགྲོ་བ་ལ་དངོས་གནས་དེ་ཚོའི་ཕྱོགས་གཏོགས་ཀྱི་མཉམ་རུག་བྱས་བྱས་ཨ་ནི་གཅིག་བཟའ་བཏུང་བྱེད་ཡས་པར་རྒྱག་ཡས། ཨ་ནི་དངོས་གནས་དྲང་གནས་གཅིག་གྲོས་ཚོགས་ནང་ལ་ཡང་ཏག་ཏག་ཅིག་དྲང་པོ་དྲང་ཤག་ཐོག་ནས་འཕེལ་རྒྱས་ཆ་ཤས་གླེང་མ་འདུག་པས་དངོས་གནས་དབུས་གཙང་རྒྱལ་སྤྱིའི་མང་ཚོགས་ཀྱིས་ཨ་ནི་ཡ་གལ་ལ་དྲིན་ཚ་བ་བྱས་ནས་བཏང་ཡོད་རེད། ཨ་ནི་དེའི་བར་ཏག་ཏག་ཅིག་མངོན་འདོད་གྲུབ་མ་འདུག་པས་ཨ་ནི་ང་རང་ཚོ་བོད་ལ་ཡོད་པའི་གཞིས་ལུས་རྒྱ་ཆེའི་མང་ཚོགས་ཚོ་དངོས་གནས་དྲང་གནས་ཕ་གས་ལ་བཞུགས་ཡོད་རེད་དེ་ཚོ་ཡང་བཅར་འདུག་རྒྱལ་བ་རོན་པོ་ཆེ་གི་བཀའ་དྲིན་བཀའ་དྲིན་མ་འདྲེས་པའི་ཐོག་ནས་དངོས་གནས་དྲང་གནས་དྲིན་ཚ་བ་ང་རང་ངོས་ནས་དབུས་གཙང་དམ་ཆོས་ཆོས་སྐད་ཀྱི་མང་ཚོགས་ཀྱི་གཅིག་ག་ད་སྐུ་ཚབ་སྤྲོ་བ་ཞིག་ཚུན་མ་སོང་ཨ་ཁ་སམ་སམ་རོ་ཞིག་དེ་འདྲས་ཀྱི་བློ་འབམ་ཡོང་དགོས་གནས་སྟངས་བྱུང་སོང་ར་ད་ག་ནང་བཞིན་ད་ཤར་གླིང་དྭ་སྒྲོན་ལ་དབུས་གཙང་དམ་ཆོས་ཆོས་སྐད་ཀྱི་ད་དངོས་གནས། འོས་བླུག་རན་ཁར་ཁོ་རང་གིས་ཆ་ཤས་ཅིག་གླེང་བ་རེད་ད་ཨ་མའི་བུ་ལ་ཡང་ཡོན་ཏན་ཡོད་ན། རྔན་མ་ཡིན་ན་ཨ་མའི་བུ་ལ་ཡོན་ཏན་ཡོད་ན་དགའ་ལྡན་ཁྲི་ལ་བདག་པོ་མེད་ཟེར་གྱི་ཡོད་རེད་ད་དེ་རིང་ཁེ་སང་དེ་འདྲས་རེད་མི་འདུག་ད། འཛིན་སྐྱོང་བཀའ་ཤག་ངོས་ནས་དངོས་གནས་དྲང་གནས་ད་དགའ་བོ་གཉིས་བོ་དང་ཨ་ནེ་སོ་སོ་གིས་ཅིག་དགའ་བོ་གཉིས་བོ་གྲོགས་པོ་གྲོགས་མོ། འོ་དེ་ཚོ་ལ་ཡང་གོ་སྐབས་རག་གི་འདུག་མ་གཞི་ཨ་མའི་བུ་ལ་ནི་རག་པ་དེ་འདྲས་རེད་མི་འདུག་ཟེར་ཁོ་རང་དེ་འདྲས་གསུངས་ཡོད་རེད་བྱས་ཙང་དངོས་གཙང་རྒྱལ་སྤྱིའི་མང་གཙོ་གི་ཨ་ད། དངོས་གནས་དྲ་གནས་ཁོ་རང་གཅིག་སྤྱི་འཐུས་ལ་ཡར་ཕེབས་ཐུབ་པ་ཡིན་ན་ཨ་ནི་བོད་བསྟན་པ་ཆབ་སྲིད་ལ་ཞེ་དྲག་གི་ཨ་ནི་ཐུགས་ཕན་གསོས་ས་རེད་བསམ་བཞེད་དང་ཡིད་ཆེས་དང་ཨ་ནི་རེ་བ་སྐྱོན་པ་ཡིད་ཆེས་རེ་བ་སྐྱོན་པ་དང་ཡིད་ཆེས་བྱས་བྱས་གང་ལྟར་ཁོ་རང་ལ་ཡང་དབུས་གཙང་རྒྱ་ཆེའི་མང་ཚོགས་ཀྱི་འོས་མཐོ་ཤོས་ཅིག་འདུག་ཟེར་ཕུལ་ཡོད་རེད་ཨ་ནི་ཁོ་རང་སྤྱི་འཐུས་ཞབས་བཀྱག་སྒང་ལ་ཡང་ཕེབས་ཐུབ་པ་དེ་འདྲ་བྱུང་ཡོད་རེད་ཡིན་ནའི་བས་ད་ཁོ་རང་གིས་དབུས་གཙང་རྒྱ་ཆེའི་མང་ཚོགས་ལ་མགོ་སྐོར་བཏང་བ་ཟིན་ནས་མི་འདུག་ད་གང་ལྟར་ཡང། ཡ་གད་ཅིག་གར་ས་རེད། བློ་བཟང་སངས་རྒྱས་ལས་ད་བཀའ་བློན་ཟེར་ཅིག་བྱེད་དགོས་རེད་ཟེར་དེ་འདྲས་འབུལ་དགོས་ཞུས་ཏེ། ཁོ་རང་གཉིས་གང་ལྟར་ཡ་གད་ལ། གང་ལྟར། ད་འདི་བར་རུ་ལ་གྲོས་ཚོགས་ནང་རྙོག་དྲ་བྱུང་ད་དེ་ནས་ཡང། ཁོ་རང་ནི་ལོ་སུམ་ཅུ་སོ་ལྔ་ཧྲིལ་བོ་ཁོ་མི་འདུག་བྱས་ཆེ། ད་གང་ལྟར་གསར་འགོད་པ་དེ་ཚོ་ལས། ཁོ་རང་འདྲ་ལྗགས་ལན་སྐྱོན་གུ་དོག་ངས་ང་རང་གི་འཐུས་ཤོར་རེད་བསམ་གི་འདུག། ད་ཁོ་རང་དེ་སྔོན་དངོས་གནས་དྲང་གནས་ཁོ་རང་ཅིག་ག་རེ་བཟོ་བོ་རེད་ད་དེང་སང་མགོ་སྐོར་བཏང་ནི་མི་མགོ་སྐོར་བཏང་ཉན་ཅིག་ལ་ནི་མགོ་སྐོར་ཐེག་གི་ཡོད་ཀྱི་རེད་རེད་བ་ཤེས་རྣམ་དཔྱོད་བེད་སྤྱོད་བཏང་ཉན་ཅིག་ལས་ད་དེ་འདྲས་མགོ་སྐོར་བཏང་བ་ཡིན་ན་ད་མགོ་སྐོར་ཐེག་རེད་བསམ་གི་མི་འདུག་རེད་བ། ག་རེ་ཟེར་ན་ཁོ་རང་འདི་འདྲས་སྦྱང་སྟོབས་ཀྱི་ཡོན་ཏན་ཡོད་ཀྱོག་དང་སེ་མེད་ཀྱོག་དང་སྐྱེས་སྟོབས་ཀྱི་ཤེས་རབ་མེད་ཀྱོག་མ་རེད་བ་ད་གང་ལྟར་སྤྱི་འཐུས་ཞབས་བཀྱག་ག་ལ་ལོ་ལྔ་ཚན་གཅིག་བཞུགས་ཚར་བ་རེད་ཨ་དེ་འདྲས་སྐྱེས་ལོ་སྐྱེས་ཟེར་ངས་སྐྱེས་ལོ་སྐྱེས་ཟེར་ཐུགས་ཤོག་ཤོག་སོང་ཤིང་གི་མས་གསུང་ཡས་དེ་ཚོ་གང་ལྟར་ཁོ་རང་གཉིས་ཀ་གི་ད་དེ་ཏག་ཏག་ཅིག་གང་ལྟར་བཀའ་མོལ་དེ་ཚོ་ངས་ཏག་ཏག་ཅིག་སྤྱི་བལ་གྱི་འགན་ཁྱེད་ཆེད་ཏག་ཏག་ཅིག་གནང་དགོས་རེད། ཁོ་རང་གཉིས་ཀ་ལོ་གང་ལྟར་བློ་བཟང་སངས་རྒྱས་བླ་རྒན་ཏག་ཏག་ཅིག་གནང་ཡོད་མ་རེད་བསམ་གྱི་འདུག་ལ། ཤར་གླིང་ཟླ་སྒྲོན་ལ་མོ་རང་གིས་གང་ལྟར་འདི་དྲང་པོ་དྲང་བཞག་འདྲ་ཅིག་གནང་སོང་ང་རང་དངོས་གནས་སྤྱིར་བསམ་མ་སོང་བ། ད་མང་ཚོགས་ལི་ངོ་ནས་དྲང་གནས་ཅིག་གར་སོགས་རེད་དེ་འདྲས་གོ་གོ་སོགས་འདྲ་འདྲ་རེ་བཏང་རྗེས་དེ་འདྲས་ཕེབས་པ་ཡིན་ན་དངོས་ནས་ང་རང་ཚོ་གི་སྤྱི་བའི་གི་རྩ་དོན་གི་ཐོག་ལ་ཡང་གྱོང་གུན་མང་པོ་རག་ཡས་དག་ནང་བཞིན་གཅིག་མང་ཚོགས་ནང་ལ་ཡང་གཅིག་སྒྲིལ་གི་ནུས་བ་གི་ཐོག་ལ་དུ་ཕོག་འགྲོ་ཡས། གང་ལྟར་དེ་འདྲིས་གི་རྙོག་དྲ་ཅིག་ཡོང་དུས་དུས་ཙམ་པ་ལ་ང་ཚོ་གང་ལྟར་ཅིག་ཡག་པོ་ཅིག་རྩ་ནས་མེད་དུས་ཙམ་པ་ལ་ད་མ་འོངས་པ་ང་རང་ཚོ་གི་དབུས་གཙང་དམ་པ་ཆོས་ཆོས་སྐལ་གི་ད་སྤྱི་འཐུས་འོས་མི་ཡ་ཡ་ལ་གཞོན་སྐྱེས་སུ་ཕེབས་ཀྱི་ཡོད་ནའི་རེད། དེ་ཚོ་ལ་ནི། ཅིག་ཞོལ་བ་ཅིག་མེད་ལ་དམིགས་བསལ་གྱི་ནི། ཅིག། དགོངས། མཐའ། ཅིག་དེ་འདྲས། སྨྲ་ནག་གཡས་ཀྱི་ཨ་ནི་དེའི་ཐོག་ལ་ཨ་ནི། དགོངས་ཚུལ་དགོངས་འཇགས་ཡེ་ནས་རེད་བཀའ་སློབ་ལམ་སྟོན། ཨ་ནི། ག་རེ་ར་ཅིག་གནང་ཡས་ཡོད་ན། ཨ་ནི། འོ་དེ་འདྲས་ཅིག་ཨ་ནི། བཀའ་ལན་གནང་རོགས་གནང། ཞེས། འོ་དེ་འདྲས་ཅིག་འབུལ་དགོས་ཞུ་འདོད་བྱུང་སོང་ཞུ་ཡས་ཨ་ནི་ཨ་ཅིག། ཅིག་ནོར་བ་དེ་འདྲས་བྱུང་སོང་ན་ཨ་ནི། ནོར་འཁྲུལ་དེ་འདྲས་བྱུང་ཡོད་པ་ཡིན་ན། ཨ་ནི། ཚང་མ་ལོ་ལེ་ཡར་དགོངས་སེམས་རང་ཞུ་ཡས་ཡིན། ང་རང་སྔོན་ནས་ལྷག་བསམ་ཀུན་ནས་བླངས་ནས་ད་མ་འོངས་པ་དེ་འདྲས་ཅིག་མ་ཡོང་རོགས་བྱེད་ན་བསམ་བྱས་ཅིག་ལྷག་བསམ་ཀུན་ནས་བླངས་ནས་ཨ་ནི་ང་རང་གི། འདུག་སེ་ཞུས་བ་ཅིག་ཡིན་བྱས་ནས་ཞུ་ཡས་ཡིན་ཨ་ནི་ཐུགས་ཆེ་གནང།
ལགས་སོ། ད་ལྟ་དེ་ཨ་ཅག་དབྱངས་ཅན་སྒམ་ལགས་ཀྱིས། གཅིག་གིས་ཐོག་མར། ད་ཅིག། ཡིད་ཆེས་རེད་རེ་སྨོན་རེད་འདི་འདྲའི་ཐོག་ནས་ཕྲན་ལ་རྒྱབ་སྐྱོར་གནང་བ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ། བཀའ་དྲིན་བླ་མེད་དུ་ཆེ་ཞུ་བ་གཅིག་བྱས། སུ་ཨ་ནི་ད་དྲི་བ་གཉིས་འཕེལ་ཤག་དྲི་བ་དང་པོ་དེ་ལ་ཡང་ད་འདིར་ཤག་མདོར་བསྡུས་ན། ད་ལྟའི་ང་ཚོའི་གི་སྤྱི་འཐུས་འོས་ཤོག་འདི་ད་ལྟ་ནང་བཞིན་ཆོལ་ཁ་ཆོས་ལུགས་ཆེད་ནས་འགྲོ་མ་གོ་བ་ལ་ཡང་ན་ང་ད་གཟོད་སྲིད་སྐྱོང་འོས་འདེམས་བྱས་པ་ནང་བཞིན་མི་མང་གི་ཐད་ཀར་འོས་འདེམས་བྱས་ཡོད་ན་ཕྱིན་གསུམ་པོ་རེད་ད་རྩ་བའི་སྤྱི་དོན་རྐུབ་བཀྱག

ད་ཡིན་ནའི་བར་ལམ་གཅིག་ནས་ད་དེ་ཀ་ངེ་གཅིག་རྒྱ་ཚིག་ཀྱང་ཡོང་བསྡད་ཀྱི་ཡོད་རེད་ད་ཆོས་གོས་དང་ཆོས་ལུགས་ཀྱི་འཐེན་འཁྱེར་བྱེད་འདུག་འགྲོ་བསྡད་ཡ་དེ་རྒྱ་ཚིག་ཀྱང་ཡོང་བསྡད་དགོས་རེད་ད་ཡིན་ནའི། མི་མང་གིས་ཐད་ཀར་ད་འོས་འདེམས་སྤྱི་ལུས་འོས་འདེམས་བྱེད་དགོས་རེད་ཟེར་ཡ་དེ་ད་ཕལ་ཆེར་ངའི་བསམ་པ་ལ་ད། འགྲོ་འདོད་ཨ་ཏིས་ཁག་པོ་ཆགས་རེད་བསམ་གི་ཡོད་རེད་ད་དེ། བསམ་གོ་ད་རྒྱུ་མཚན་མང་པོ་ཞུ་ཅི་ཡོད་རེད་ད་སྐད་ཆ་གཅིག། ཚང་མ་རོ་བེད། ཞུ་གཅིག་གསལ་པོ་ཞུས་བསྡད་པ་ཡིན་ན་ཡང་སྐབས་རེ་སྐབས་རེ་གནས་ཚུལ་ཁྱད་མཚར་པོ་ཆགས་འགྲོ་ཡ་ཡིན་ག་ཡོད་རེད། དེ་འདྲ་ཡིན་པ་སོགས་ད་གང་ལྟར་ཡང་ང་རང་གི་བསམ་བློའི་ནོར་ལོག་རེད་ཡ་ད་འདས་ཀྱི་ཆོས་ཁོ་ཆོས་ལུགས་ཀྱི་གཞི་རྩ་རེད་ཤག་ཅེས་འགྲོ་འདོད་ཨ་ཏི། འགྲོ་འདོད་ཨ་ཏི་གནས་སྐབས་གཅིག་རེད་ཤག་ད་གནས་སྟངས་འགྲོ་འདོད་གཅིག་རེད་ཤག་ཨ་ནི། འདིས་རྦད་དེ་འགྱུར་བ་བཏང་རྗེས་མི་མང་གིས་ཐད་ཀར་སྲིད་སྐྱོང་ནང་བཞིན་འོས་འདེམས་བྱས་ཏེ་ཐབས་ཕལ་ཆེར་ངའི་བསམ་པ་ལ། དེས་ཁག་པོ་ཆགས་ཀྱི་རེད་བསམ་དགོས་རེད། ཡིན་ནའི་འདི་འདི་མེད་པ་ཡིན་ན་ཡང་ཐབས་ལམ་ཅིག་ཡོད་རེད་ཐབས་ལམ་ཡིན་ག་རེ་རྙེད་ཀྱི་ཡོད་རེད་ཅེས་དུས་སྙེ་མ་ནས་ངས་ཞུས་བསྡད་ཀྱི་ཡོད། ད་ལྟ། ཉིས་སྟོང་བཅུ་དྲུག་བཅུ་བདུན་ལོ་ལ་ཕལ་ཆེར་རེད་འདི་འདྲས་ཅིག་ལ་ཡང་ང་ཚོ་ཡི་གེ་རེད་ཡ། བཞུགས་སྒར་དམ་ཚགས་ལགས་ལ་ཡང་བོད་ཀྱི་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ན་གཞོན་དག་གི་ཆབ་སྲིད་གོ་རྟོགས་ཅིག་ལྷན་ཚོགས་ནས་ཅིག་བྱས་ནས་གང་ལྟར་ཚོགས་འདུ་ཅིག་ཚོགས་རྗེས་དེ་འདས་ཀྱི་སྲིད་སྤྱི་གཉིས་ཀྱི་སྐོར་ལ་ཡང་དེ་འདས་ཅིག་ཚོགས་པར་སྐབས་དེ་དུས་ངས་ཁོ་རང་ཚོར་ཞུ་རྒྱུ་བྱུང། གང་ལྟར་ས་གནས་མི་འབོར་བཤིག་པའི་སྤྱི་འཐུས་དྲག་འཐིམ་ཆེ་བའི་སྒོ་དེ་བོད་མི་གལ་ཆེན་པོ་རེད་ཤག། རེད་བ། དེ་སི་ཏུའི་སྐམ་པ་ད་ད་འདའི་གི་ང་ཚོའི་གི་གནས་བབ་ལ་ཡ། ཅིག་གི་ད་ཆོས་སྒོ་གསུམ་བཅས་རེད་བ་ཆོས་རྒྱུད་བཅས་ད་འདི་ག་ནས་ཆོས་སྒོ་གསུམ་ནོར་བ་ནས་བཙན་བྱོལ་ནོར་བ་ལ་ཡ་ད་དབུས་གཙང་དེ་ཤུགས་ཆེ་ཤོས་ཆགས་གི་ཡོད་རེད་བ་དབུས་གཙང་ཆོས་སྒོ་དེ། བཅས་དེ་ནས་ནི་མདོ་སྟོད་བཅས་དེ་ནས་མདོ་སྨད་དུ་ཆགས་གི་ཡོད་རེད་བ། དེ་ཡིན་དུས་སྐམ་པ་བྱེད་སྟངས།

ཉུང་འཕྲི་བྱེད། སྤྱི་འཐུས་ཉུང་འཕྲི་བྱེད། ཆོལ་ཁ་ཆོས་ལུགས་སྤྱི་འཐུས་དེ་མ་ཉུང་འཕྲི་བྱེད་པའི་ཐོག་ནས། གྲོས་ཚོགས་འོག་མའི་གི་གནས་བབ་ཀྲོག་ཅིག། གསར་འཛུགས་བྱེད་ཆ་དེའི་ནང་ལ་ཡང་ས་གནས་མི་འབོར་ཞིག་པའི་སྤྱི་འཐུས་སླེབས་ཐུབ་ན་ཡག་པོ་འདུག། ཕྱི་ནས་ངས་སྙན་མ་བསམ་འཆར་ཞུས་པ་རེད་དེ་ལ་ཁོ་རང་ཚོས་ཐུགས་སྣང་གནང་སྟེ་ངར་བསྐྱུར་ཡང་བསྐྱར་ཉིན་མ་གཅིག་གི་དུས་ཚོད་གནང་རྗེས་འདི་འགར་ཡང་བསྐྱར་བཤད་རོགས་བྱེད་ཅེས་ནས་ཁོ་ཚོས་ལབ་པ་རེད་དེ་སོང་ཙང། ས་གནས་མི་འབོར་ཞིག་པའི་སྤྱི་འཐུས་བྱུང་མེད་ད་ད་ལྟ་ང་ཚོའི་ཁ་ལ་ན། རྒྱ་གར་གཞུང་གཉེར། དེས་ད་ལྟ་ཕྱི་རྒྱལ་གཞུང་གཉིས་ཀྱི་བརྒྱ་ཆ་དེ་ག་ལ་གང་འཚམ་ཅིག་འདྲ་བོ་འདྲ་བོ་ར་ཆ་ཆག་ཡོང་གི་འདུག་བ། ཕྱི་རྒྱལ་ཁག་ལ་ད་བོད་མང་པོ་ཕེབས་བསྡད་ཡོད་རེད། བྱེས་དུས་སྐམ་པ། ད། བརྒྱ་ཆ་དེ་ཕལ་ཆེར་ད་ལྔ་བཅུ་ཉེར་ལྔ་དང་བཞི་བཅུ་ཞེ་ལྔ་འདྲ་བོ་ཅིག་ཆག་ཡོང་དུས་བརྒྱ་ཆ་ག་ལ་གང་འཚམ་འདྲ་བོ་རེད་བ། ཡིན་པ་ཡིན་ནས་ད། རྒྱ་བལ་འབྲུག་གསུམ་ནག་ལོག་ནས་ད་སྤྱི་འཐུས་ལས་རེ་ད་བཞི་བཅུ་སླེབས་ཀྱི་ཡོད་རེད་ཕྱི་རྒྱལ་ཡུལ་གྲུ་ཁག་ནས་ནི་སྤྱི་འཐུས་སྔ་མ་ཞིག་སླེབས་ཐུབ་ཀྱི་ཡོད་མ་རེད་བ། དེ་ནི་བྱེས་དུས་སྐམ་པ་ད་ང་རང་ཚོའི་བརྒྱ་ཆའི་གི། ཆ་ནས་ད་ལྟ་ཅི་བསྡད་ཀྱི་ཡོད་མ་ཆད་ད་ངས་གར་འཚམས་ལྟ་གོ་ས་གནས་མི་འབོར་ཞིག་པའི་སྤྱི་འཐུས་བསྐོ་འདུག་ས་གནས་སོ་སོ་ལ་མི་འབོར་ལྤགས་པའི་གི་སྤྱི་འཐུས་བདམས་ཐུབ་ཡིན་ན་དེ་ཐུ་བྷན་གར་སུས་ཀྱི་རེད་ལབ་ན་གལ་ཆེ་ཤོས་གཅིག་དུས་དང་རྣམ་པ་ཀུན་ཏུ་ད་གཞུང་གི་མི་གཅིག་མི་འགས་ཡོད་པ་སོང་ཙང་དེ་གི་ཐོག་ནས་བརྒྱུད་རིམ་གི་ཐོག་ནས་མི་མང་དང་ཐད་ཀར་འབྲེལ་བ་ཡོད་པའི་མི་མང་གི་སྐུ་ཚབ་ཅིག་མི་འགས་ཡོད་པ་སོང་ཙང་ས་གནས་ས་ཐོག་གི་དཀའ་ངལ་ག་རེ་ཡོད་པ་དང་ས་གནས་ས་ཐོག་ལ་ཡ་ཨ་ནི་གདོང་ལེན་ག་འདྲས་བྱེད་དགོས་ཡོད་པ་དང་དཀའ་ངལ་སེལ་ཐབས་ག་རེ་བྱེད་དགོས་ཡོད་པ་དེ་ས་གནས་ས་ཐོག་ལ་མི་ཡོད་པ་སོང་ཙང་དེ་གསལ་པོ་ཅིག་གནང་ཐུབ་ཡ་དེ། ཐུག་པོ་རེད། གཉིས་བལྟས་ནས་ཏང་རང་དང་ནམ་རྒྱུན་དེ་བར་ཡང་སྤྱི་འཐུས་ལྷན་ཚོགས་ཀྱིས་ད་ལོ་ལོ་ཆ་ཅན་རོགས་སྐྱོར་ས་གནས་འཚམས་གཟིགས་འཕེལ་ཡག་དང་ཉམ་ཐག་གཟིགས་སྐྱོང་གནང་ཡག་དང་དེང་རབས་ཐོག་རེ་གཅིག་འཕེལ་གྱི་ཡོད་དེ། འདི་འདིའི་རྩིས་གཞི་དེ་ནི་གལ་སྲིད་དམིགས་སུ་བཀར་ནས་འཕེལ་མི་ཐུབ་པ་ཡིན་པའི་ནད་ལས་ས་གནས་སོ་སོར་ཡང་སྤྱི་འཐུས་ཡོད་པ་སོང་ཙང་དེའི་གི་གྲོས་ཚོགས་ཁ་སོ་རེ་ད་ས་གནས་མི་འབོར་ཞིབ་པའི་སྤྱི་འཐུས་འདེམས་ཐོན་བྱུང་བ་དེ་ཚོད་ཀྱིས་ས་གནས་སོ་སོ་གི་དཀའ་ངལ་ག་རེ་ཡོད་པ་དངོས་གནས་ས་གནས་སོ་སོ་རང་ས་གནས་ནས་ཡིན་པ་སོང་ཙང་ཉམ་ཐག་སུ་ཡིན་པ་ཉམ་ཐག་མ་ཡིན་གཉིས་སུ་ཡིན་པ་ད་གཅིག་ང་ཚོ་བར་ལམ་གཅིག་ནས་རྙོག་དྲ་མང་པོ་ཡོང་གི་འོ་རོགས་ཉམ་ཐག་ཐོན་ན་ལ་ཉམ་ཐག་མ་ཡིན་པ་འདི་རེད་ཚུལ་བཞག་དངོས་གནས་ཉམ་ཐག་ཚུལ་མི་འདུག་ཟེར་གི་ད་རྙོག་དྲ་མང་པོ་བྱུང་བསྡད་ཡོད་རོགས་སྤྱི་ཚོགས་ནང་དུ་འདིའི་རིགས་དེ་མ་ཡོང་ཡང་གད་པ་དང་ནང་བཞིན་གི་གཞུང་གི་དཔལ་འབྱོར་སྲིད་ཚགས་ཐུབ་ཡག་ད་ཕེབས་ས་ན་བསམ་ཤེས་དེ་འདྲ་རྒྱུད་རིང་པོ་ཕེབས་ཟླ་བ་ཟླ་བ་ཕེབས་དགོས་དུས་སྐམ་པ་ག་ལ་གང་རྣམ་ཅི་འགྲོ་སོང་འགྲོ་གི་ཡོད་རོགས་པ་འདི་ཚང་མ་འགྲོ་མ་གོ་བ་ཆེ་གཟིགས་བཏང་ཐུབ་ཡ། དང་ན་ཤིས་ལས་འགུལ་ག་རེ་ཡིན་པ་ནི་ཚགས་ཚུད་རུ་བཏང་ཐུབ་ཡ། དཔེ་ཆ་ཆུང་ས་ནི་ཚ་ཚང་རུ་རུ་སོ་སོའི་གི་མི་འབོར་འབབ་གི་སྤྱི་འཐུས་རེ་རེ་ཡོད་པ་སོང་ཙང་སྤྱི་འཐུས་ལྷན་ཁང་གི་ལས་འགུལ་དེ་རེད། ཕྱག་ལས་ག་རེ་གནང་དགོས་ནི་ཤར་རྒྱ་ས་གནས་སྤྱི་འཐུས་དེ་ལ་འབྲེལ་བ་གནང་ཤག་མི་འདི་གི་མི་མང་མི་ཡར་ཡར་འདི་གནང་དགོས་ཡ་འདི་འདི་དགོན་པ་ཆེ་ཚང་དུས་ཚོད་ཆ་ནས་རེད་དཔལ་འབྱོར་སྲིད་ཐག་ཆ་ནས་རེད་ལས་འགུལ་ཚགས་ཚུད་གི་ཆ་ནས་ཡིན་ནི་རེད་ཆ་ཚང་རུ་རུ་ཡར་ཐུབ་ཕན་སེ་གི་ཡོད་པ་སོང་ཙང་ངའི་ངོས་ནས་ད་ལྟའི་གི་སྒྲོམ་གཞི་འདི་གི་ཡོད་པའི། ཡོད་པའི་ལྟ་ཡོད་པའི་གང་ཞིག་དེ་ཨ་ནི་མི་འབོར་དེ་ཉུང་འཕྲི་བྱས་ད་དཔེ་ཆ་ཆོལ་ཁའི་སྤྱི་འཐུས་བཅུ་ཡིན་མེད་ན་ལྔ་འགྲོ་བཞིན་བཟོས་ཆོས་ཆོས་རྒྱུད་སྤྱི་འཐུས་གཉིས་ཡིན་པས་ན་གཅིག་འགྲོ་བཞིན་བཟོས་ཨ་ནི་དེ་བྱས་འདིའི་འོག་དེ་ཆ་ཚང་འགྲོ་ཨ་ནི་ཅིག་བྱེད་མཁན་ཡོད་དུས་གང་ཡིན་པའི་ནི་རེད་རྒྱ་བལ་འབྲུག་གསུམ་གོ་བ་ཡིན་ནས་དེའི་འོག་ལ་ཡང་ཨ་ནི་ཅིག་གི་ས་གནས་མི་འབོར་གཤེགས་པའི་སྤྱི་འཐུས་ཅིག་འདུག་ཅེས་ནས་གདམ་ཐུབ་ཡིན་པས་ན་ཏན་ཏན་ང་རང་ཚོའི་མང་གཙོའི་གི་སྒང་ལ་རྒྱན་ཆ་ཅིག་ཆགས་ལ་ལྷག་པར་དུ་མི་མང་དང་གཞུང་བར་ལ་འབྲེལ་བ་དམ་ཚིག་བཏང་ཐུབ་ཡ། མི་མང་གི་དཀའ་ངལ་ལྟ་སྐྱོང་བྱེད་ཐུབ་ཡ་དེ་ཆ་ཚང་རོར་ཐུབ་བན་སུ་གི་རེད་བསམ་གི་ཡོད་དེ་མིང་གི་ཐད་ཀར་ད་འོས་འདེམས་བྱས་གི་ད་ལང་ཁ་འགྲོ་བྱེད་ཕལ་ཆེར་ཕལ་ཆེར་ངའི་ཁག་པོ་རོ་བྱེད་ཐུབ་གི་འདུག་བྱས་ནས་ཏེ་ཞུ་ཡ་ཡིན། བྱས་ནས་ཏེ་ཞུ། ལགས་སོ། ད་དྲི་བ་གཉིས་པ་དེ་འདི་རེད་ཤག་ད་ག་ད་སྙན་མ་འདེམས་ཐོན་བྱུང་བའི་གི་ད་བྱེད་མཁན་དབུས་ཐང་སྤྱི་འཐུས་ལ་སོགས་པ་ཁ་ཤས་ཅིག་གི་ད་རེ་མཚན་འདོན་གནང་རྗེས་ཨ་འདི་ཚོའི་གི་ད་ག་ད་མི་མང་གི་ཐུགས་བློ་མ་ཁངས་པ་ད་དེ་འད་བྱུང་ཡོད་རེད་ཨ་ནི་མ་འོངས་པ་ང་ལྟ་བུ་ཅིག་ཡེ་ལེས་སུ་ན་ཨ་ནི་ག་དེ་ཡིན་པས་ད་རྩ་བའི་མི་གལ་ཆེ་ཤོས་དང་ཆེ་ཤོས་དེ་ད་སོ་སོས་གི་མི་གཤིས་མ་ལགས་པ་ཐོག་ནས་ལས་ཀ་བྱེད་དགོས་ད་གལ་ཆེན་པོ་ཤེས་ལ་ངས་ངོས་འཛིན་ཞུ་གི་ཡོད། རུས་པ་གལ་ཆེན་པོ་གཅིག་ནི་རི་དྭགས་མི་ཤི་མ་བརླག་པའི་ཐོག་ནས་གལ་ཆེན་པོ་གཅིག་འགྲོ་ཐུབ་པའི་འབྱུང་ཁུངས་རུས་པ་དང། དེ་ཁ་ཟུར་བས་ང་རང་ཚོ་གི་གནས་བབ་གང་ལ་ཡང་གཅིག་ཡོང་པའི་སྐབས་ལ་ཡང་ད་མིའི་མི་ཚེ་ལས་དེ་གང་ལྟར་སྐྱེས་པའི་ཉིན་མོ་ནས་ཕྱིན་ན་གང་ལྟར་སྡུག་བསྔལ་གྱི་རང་བཞིན་གཅིག་གི་ཐོག་ནས་འགྲོ་བསྡད་ཡ་ཡིན་པ་སོང་ཙང་སོ་སོའི་མི་ཚེའི་ནང་ལོགས་ལས་ཡིན་པའི་ནད་ལས་གང་ལྟར་སྡུག་བསྔལ་དང་དཀའ་ངལ་དང་མང་པོ་བྱུང་ཡ་དེ་ཆོས་ཉིད་ཡིན་པར་ལྷག་པར་དུ་ང་ཚོ་རང་བཙན་མེད་པའི་རྒྱལ་ཁབ་ཅིག་དང་ཅིག་སྐྱབས་བཅོལ་བའི་གནས་བབ་ཅིག་ལྷག་པར་དུ་ཐར་རྡོའི་ཇི་སྙེད་ཀྱི་མི་རིགས་ཅིག་ཡིན་པའི་བརྒྱུད་རིམ་ལ་བརྟེན་ནས་ང་རང་ཚོའི་སྤྱི་ཚོགས་ནང་དུ་དཀའ་ངལ་འདྲ་མིན་སྣ་ཚོགས་ཅིག་ཡོང་ཁུལ་ཏེ་དེ་དག་ཐམས་ཅད་དེ་དག་ཐམས་ཅད་ལ་གདོང་ལེན་བྱེད་པའི་སྐབས་ལ་ཡང་ཁྱད་ཆོས་ཆོས་འདི་སོ་སོ་རང་གི་མི་གཤིས་འདི་དག་སོ་སོ་རང་གི་ཅི་ག་སོགས་རེད། བསམ་བློ་བཏང་དང་དེ་འགྱུར་བ་མེད་པ་བྱས་ན་གནས་དགོས་ཡ་གཅིག་དང། དག་ནང་བཞིན་གྱི། སོ་སོས་ཀྱི་ལས་ཀ་ག་རེ་བྱེད་ཀྱི་ཡོད་པ་འདི། སོ་སོ་རང་ལ་ཡང་རང་འགྲོ་རང་ལ་བསྐོར་དུ་མ་འགྱུར་བ་སོང་ཙང་དངོས་གནས་ཀྱི་ཁ་ཞེ་གཉིས་མེད་ཀྱི་ཐོག་ནས་སོ་སོ་སོ་སོར་གསལ་པོ་དགོས་དེ་དཔེ་གལ་ཆེན་པོ་རེད་བསམ་གྱི་ཡོད། བྱེད་སྟངས་དེ་འདྲས་ཡིན་དུས་ཁམས་པ་སྐབས་རེ་སྐབས་རེ་ང་ཚོའི་གི་སྤྱི་ཚོགས་ནང་དུ་ཚོར་བ་ཙམ་གྱི་ཐོག་ནས་ལས་དོན་བྱེད་ཆོག་ནོར་འཛོལ་ཡོང་འགྲོ་ཡ། སྐབས་རེ་སྐབས་རེ་ཡང་གཅིག་གིས་གཞན་གྱི་ནུས་ཤུགས་དང་གཞན་གྱི་བསམ་ཚུལ་གྱི་ཐོག་ནས་དཀའ་ངལ་འཕྲད་འགྲོ་ཡ་དེ་འདྲས་ཀྱི་གནས་སྟངས་མང་པོ་བྱུང་གི་རེད་ཡིན་མི་དེ་ངས་གོང་དུ་ཞུས་པ་ནང་བཞིན་གལ་ཆེ་ཤོས་དེ་སོ་སོས་རང་གི་རང་གཤིས་མ་བརླག་པ་བྱེད་ནས། སོ་སོ་རང་གིས་དངོས་གནས་གོར་ག་སོགས་རེད་ད། གཅིག་གིས། ནང་ག་རེ་ཡིན་པ་ཕྱི་ག་རེ་ཡིན་པ་དེ་སོ་སོས་གསལ་བོ་ཧ་གོ་དགོས་རེད་དེ་རེད་སོང་ཙང་དེ་འདྲའི་གཅིག་གི་གནས་སྟངས་ཐོག་ནས་ང་ཚོས་ཕྱག་ལེན་གནང་ཐུབ་པས་ན་ཨ་ནི་ཏན་ཏན་ཐུབ་བས་སུས་གི་རེད། བསམ་གི་ཡོད་ཕྱིན། སྐབས་རེ་སྐབས་རེ་ང་རང་ཚོའི་སྤྱི་ཚོགས་ནང་ལས་ད་ད་ལྟ་དེ། གནས་ཚུལ་དེ་ཚོར་ད་ལྟ་དེ་དཔེ་གསུངས་པ་རེད་དེ་ཙམ་པོ་མ་རེད་ད་གནས་ཚུལ་རབ་མེད་ན་མང་པོ་ཕྱི་ནས་འདི་དང་འདི་འདྲ་བའི་གནས་ཚུལ་ཞིག་ཡོང་བསྡད་ཀྱི་ཡོད་རེད་ཨ་ནི་ལྷག་པར་དུ་ད། གལ་ཆེ་ཤོས་ནང་གི་ཆེ་ཤོས་འགྲོ་ཅིག་ད་ང་རང་ཚོས་དེ་འད་གི་གནང་པའི་སྐབས་ལ་ཡང་ངོ་ནས་སྐབས་རེ་ཆིག་སྒྲིལ་ལ་གནོད་འགྲོ་ཡ་སྐབས་རེ་ང་རང་ཚོས་གི་མི་མང་གི་གནང་པའི་རེ་བ་དེ་ཁྱད་སེད་ཁྱད་སོད་འགྲོ་འདོད་ཡ་དེ་འད་བྱུང་པས་ན་ཏན་ཏན་ཡིན་ས་བློ་ཕམ་པོ་ར་ཅིག་ཡོང་ཡ་གི་གནས་ཚུལ་རེད་ཡིན་པས་ན་སོ་སོ་སོའི་ངོས་ནས་སོ་སོ་སྤྱི་འཐུས་སྦྱིན་པ་སྤྱི་འཐུས་ལབ་པའི་སྐབས་ལ་ཡ་དེ་རྐུབ་བཀྱག་ཅིག་དབང་འཛིན་བྱེད་ཉེས་ཀི་སྐད་ཆ་གང་ཡང་མ་རེད་གྲོས་ཚོགས་ང་ཚོའི་གྲོས་ཚོགས་འདི་མི་མང་གི་འཐུས་མི་ཅིག་ཡིན་པ་དང། དེ་ཡང་ཨ་ནི་ཅིག་འཐབ་རྩོད་བྱེད་མྱིན་མི་མང་ཅིག་གི་འཐུས་མི་ཡིན་པ། དེ་འདྲའི་སོང་ཙང་ཨ་ནི་དངོས་གནས་སོ་སོའི་ངོས་ནས་འདིའི་ངོ་བོ་འཛིན་པའི་ཐོག་ནས་སོ་སོའི་རང་གཤིས་བརྟན་པོ་གནས་པའི་ཐོག་ནས་ཨ་ནི་འཐབ་རྩོད་ཀྱི་ལས་འགུལ་བྱེད་ཡ་རེད་ལས་དོན་ག་རེ་གནང་པ་ཡིན་ནའི་རེད་ག་ད་སོ་སོས་ཀྱི། རང་གཤིས་དེ་མ་དོར་བ་ཅིག་དང་བརྟན་པོ་ཅིག་གི་སྒོ་ནས་ཕྱག་ལས་གནང་དགོས་དེ་དཔེ་མི་སྲིད་གལ་ཆེན་པོ་རེད་ཤག། དེ་ངས་ཞུ་འདོད་བྱུང་སོང་ལྷག་པར་དུ་ང་རང་ཚོའི་ནོར་ལོག་ནས་སྐད་ཆ་མང་པོ་ཅིག་ཁ་སུབ་རེད་ཕ་ཡོང་གི་རེད་སྐད་ཆ་ཚུར་ཡོང་གི་རེད་སྐབས་རེ་སྐད་ཆ་སྦོམ་དུ་ཡོང་གི་རེད་སྐབས་རེ་སྐད་ཆ་ཁྲག་ཙིག་ཡོང་གི་རེད་དེ་གལ་ཆེ་ཤོས་ནང་གི་ཆེ་ཤོས་འདི། སོ་སོའི་གིས་མི་སོ་སོའི་ངོ་བོ་མ་ལབ་བྱེད་དགོས་ཅིག་དང་སོ་སོའི་གིས་གང་ལྟར་རྣམ་དཔྱོད་ཡོད་པ་དེ་མིའི་གཞན་དབང་ལ་མ་འགྲོ་བ་བྱེད་དགོས་དེ་དཔེ་གལ་ཆེན་པོ་རེད། ཞེས་དང། གཅིག་མིའི། ཁོག་པོ་ལ་ཡང་ལྷ་ཞུས་པས་ན་སྟོན་ཡ་ཡོད་རེད་པ་ང་ཚོ། ཡིན་ནའི་མིའི་ཁོག་པོ་ལ་མི་ཞུས་པའི་སྐབས་ལ་སྟོན་ཡ་ཡོད་མ་རེད་པ། འདི་དཀའ་ངལ་རེད་བྱས་ཙང་ང་རང་ཚོས་ག་དུས་ནས་མིའི་ཁོག་པོ་ལ་མི་ཞུ་བཅུག་རྒྱུ་ཡོད་མ་རེད་སུ་སུ་སུ་རྣམ་དཔྱོད་འཇོག་རེད་སུ་སུ་སུ་གིས་གནས་བབ་ཅིག་ངང་ལ་དགོངས་པ་བཞེས་ཐུབ་རེད་དེ་འདྲའི་གསུངས་ཙང་སུ་སུ་སུ་རང་གཤིས་གཅིག་གི་ཐོག་ནས་སོ་སོའི་རྣམ་དཔྱོད་བེད་སྤྱོད་བཏང་པའི་སྒོ་ནས་སོ་སོས་ཀྱི། གཅིག་ཆེ་ས་གཅིག་ནས་བཤད་ན་སོ་སོའི་དབུ་ཁྲིད་རེད་རྒྱལ་ཁབ་རེད་མི་རེད་ཞབས་ཞུ་ཞུ་ཡོད་ཐུག་ཡ་ཨང་ཐུག་ཆོག་དེ་ནས་ངོ་ནས་བཞག་དང་ཞོག་རང་སོ་སོའི་གི་གང་ཡོང་གི་ཡོད་པའི་ཁུངས་སོ་སོའི་གི་མི་མང་གི་བདེ་སྡུག་ལྟ་རྟོག་བྱས་ཚོད་བསམ་བློ་གལ་ཆེན་པོ་ཞུ་ཆེ་རེད་ཅེས་ནི་ཨོ་ཏི་སི་ཆུང་དུས་ཆུང་དུ་ཆེ། ཨ་ནི་ངས་ཐང་གིས་འཇིགས་མེད་ལ་ལ་དེ་དྲི་བ་ཁག་གཉིས་ཚོད་ཅིག་ཕུལ་ཡིན་ཨ་ངའི་དྲི་བ་ལ་བཀའ་ལན་གནང་ཞག་གཉིས་ཡུན་ནས་བཀའ་དྲིན་ཆེ་ཞུ་གི་ཡོད་ཨ་ནི་ད། ཆོལ་ཁ་ཆོས་ལུགས་ནས་ཨ་ནི་འོས་འཕེན་ཡས་དེ་གཏད་སོད་ད་ཁག་པོ་རེད་གསུངས་བཞག་བྱས་ཙང་ཨ་ནི་གཅིག་མི་འབོ་མང་ཉུང་ལ་ད་ས་གནས་ས་ཐོག་ལ་མི་འབོ་མང་ཉུང་ལ་གཞི་བཞག་པའི་ཐོག་ནས་འོས་འཕེན་པ་ཡིན་ན་ཏན་ཏན་གཅིག་འགྱུར་བ་ཅིག་འགྲོ་ཐུ་བོ་རེད་གསུངས་བཞག་ནི་ད་ཡེ་གེ་གྲོས་ཚོགས་ནང་ངི་ཨ་ནི་གཅིག། ཐ་ན་ཅིག་གཏན་ལ་འཕེལ་བའི་གནས་གཅིག་སྒྲོམ་གཞི་ཁོ་རང་བལྟས་ཚོད་ཅིག་ཕར་བསྒྱུར་བ་དང་ཐུག་ཡས་དང་དེ་འབྲེལ་གྱི་སྐོར་ལ་དེ་ནས་མ་བཀའ་ལན་གནང་བཞག་ཨནི་རེད་རེད་ད་ང་རང་ཡང་ད་ག་རང་དྲན་བསྡད་ཀྱི་ཡོད་ཅི་ན་ང་ཚོ་ཅིག་གར་སོ་རེད་ང་རང་ཚོ་དཔེར་ན་ཆ་འདྲ་ཅིག་བཞག་པ་ཡིན་ནས། ཆོ་ག་ཆེ་ཤོས་དེ་ད། ཆོ་ག་གསུམ་ནང་ནས་མི་འབོ་ཆེ་ཤོས་དེ་དབུས་གཙང་ཆགས་ཀྱི་ཡོད་རེད་དེ་ནས་མདོ་སྟོད་ཆགས་ཀྱི་ཡོད་རེད་དེ་ནས་མདོ་སྨད་ཆགས་ཀྱི་ཡོད་རེད་རེད་བ། ཨ་འདི་ཡིན་ན་ཡང་ཅིག་སྤྱི་འཐུས་བཅུ་བཅུ་འདྲ་བོ་ཅིག་ཨ་སྤྱི་འཐུས་བཅུ་བཅུ་འདྲ་བོ་ཅིག་ཨ་ནི་དེ་འདྲའི་ར་བ་ཅིག་རེད་དོ་ཨ་བྱས་ཙང་ང་རང་གང་ཟག་སྒེར་གྱི་བསམ་བློ་བཏང་བ་ཡིན་ན་ཡང་ཡ་ད་མི་འབོ་ཞིག་གསུང་གི་ཨ་ཕལ་ཆེན་སྤྱི་འཐུས་ཅིག་དགོས་ཀྱི་ཡོད་ཀྱི་རེད་བསམ་པ་ར་བ་ཅིག་ཨ་འོ་དེ་འདྲའི་ར་བ་ཅིག་དུས་རྒྱུན་དེ་ནས་ང་རང་དེ་འདྲའི་དེ་འདྲའི་ཐོག་ལ་བསམ་བློ་མང་པོ་ར་ཅིག་གོ་མྱོང་ཡོད། དེར་སོང་ཙང་འཇིགས་མེད་ལགས་ད་ས་གནས་ས་ཐོག་ལ་མི་འབོ་མང་ཉུང་ཞིག་གསུམ་གིས་ཨ་ནི་འོས་འཕེན་དགོས་ཏེ། ཅིག་གལ་ཆེན་པོ་ཅིག་ཨ་ནི་ཟེར་གྱི་འདུག་གསུངས་སོང་ཨ་ནི་དེ་ལ་ཡང་རྒྱབ་སྐྱོད་དང་མོས་མཐུན་ཡོད་བྱས་ནས་ཞུས་ཡིན། འོ་དེ་འདྲས་ཅིག་ཞུ་འདོད་བྱུང་སོང་དེ་འདྲས་གནང་བ་ཡིན་ན་ཨ་ནི་ཅིག། གཅིག། མི་འབོར་མང་ཉུང་གི་ས་གནས་ས་ཐོག་ལ་མི་འབོར་མང་ཉུང་གི་ཨ་ནེ་གཅིག་འོས་འཕེན་དགོས་ཡ་དེ་གལ་ཆེན་པོ་རེད་ཟེར་དེ་འདྲས་གསུངས་སོང་ཨ་དེ་ལ་ཡ་གཅིག་རྒྱབ་སྐྱོལ་དང་མོས་མཐུན་ཡོད་བྱས་ནས་ཞུ་ཡ་ཡིན་ང་རང་ཡིན་ནས་གཅིག་ད་ང་རང་ཚོ་ཕྱི་རྒྱལ་ཡུལ་གྲུ་ཁག་དང་རྒྱ་བོད་འབྲུག་གསུམ་ལ་མི་འབོར་དེ་ཕལ་ཆེན་འདྲ་འདྲ་འདྲ་འདྲ་འདྲ་བོ་གཅིག་ཕ་ཆེན་ཆགས་ཀྱི་ཡོད་ཀྱི་རེད་བསམ་པར་གཅིག་དྲན་ཡས་དེ་འདྲས་དྲན་གྱི་འདུག་ད་ཡིན་ན་ཡང། ཕྱི་རྒྱལ་ལ་ཞུ་སྙན་ཁག་ཅིག་ཡིན་ནི་གང་དག་བཅའ་ཁྲིམས་རང་འགུལ་གྱིས་ཕྱག་དངུལ་དེའི་ཕུལ་གནང་རྒྱུ་མེད་བར་གྱི་ད་དེ་རིང་ཁེ་སང་སྤྱི་འཐུས་རྣམ་པ་ཚོ་ཡིན་པ་ཡིན་ནས་ས་གནས་ས་ཐོག་ལ་ཕེབས་པའི་སྐབས་སུ་ཨ་ནི་ད་ཕྱི་རྒྱལ་ལ་ཁྱེད་རང་ཚོ་དགའ་ཉེ་སྤུན་མཆེད་ག་ཟིག་ཡོད་བ་ཡིན་ན་ཡོད་ཉེན་གཙོ་གི་སྐུ་བཞེངས་ད་བཅའ་ཁྲིམས་རང་འགུལ་གྱིས་ཕྱག་དངུལ་གནང་དགོ་གུ་རེ་བྱས་དེ་འདྲས་ཨ་ནི་གསུང་རོགས་བྱིས་ཟེར་དེ་འདྲས་སྤྱི་འཐུས་རྣམ་པ་ཚོས་དེ་འདྲས་འབུལ་དགོས་ཞུ་གནང་གི་འདུག་ཨ་ནི། སྤྱི་ཚོགས་ནང་ལས་ཡང་ད་ཁོང་ཚོ་གིས་ཨ་ནི་དཔྱ་ཁྲལ་འཇང་དགོས་སྤྲད་གི་ཡོག་མ་ད་ཨ་ནི་ཅིག་བོད་པའི་གི་སྤྱི་ཚོགས་ཅིག་ནང་ལས་ཡང་ཨ་ཁོང་ཚོ་ཞི་རག་ཡོང་ནུས་གི་ཡོག་མ་རེད་ཨ་ཁོང་ཚོ་གིས་དཔྱ་ཁྲལ་འཇང་དགོས་སྤྲད་གི་ཡོག་མ་རེད་སེ་དེ་འདྲའི་སྐད་ཁོ་དེ་འདྲའི་སྐད་ཆ་དེ་འདྲའི་ཨ་མཆོག་ནང་ལ་གོ་ཡོང་དུས་ཙམ་པ་ཡང་སོ་སོ་ཡིན་ན་ཨ་ག་ཐབས་སྐྱོ་ལ་བསམ་བསམ་རོགས་གྱིས་ངོ་ནས་ཨ་ནི་ཅིག་བོད་པ་ཡིན་མ་ལ་ན་འགྲིག་གི་འདུག་ཨ་བསམ་བསམ་རོགས་གྱིས་ཨོ་དེ་འདྲའི་ཡང་ཡོང་གི་འདུག་ཨ། དེ་འདྲའི་རེད། ཨ་ནི་དེ་གཅིག་བྱས། ཨ་ནི་དེ་གཅིག་མ་ལ་རེད་རེད་ད་ངས་ཐང་གིས་ང་རང་ཚོ་སྐབས་བཅུ་དྲུག་ལ་ད་དབུས་གཙང་དམ་ཆོས་ཆོལ་ཁའི་གི་སྤྱི་འཐུས་གཞོན་སྐྱེས་ཡ་གྱལ་ཡག་པོ་ཞིག་སླེབས་ཐུབ་ཡོད་མ་རེད་ང་རང་ཚོ་ཚང་མའི་གི་མཁྱེན་གསལ་རང་རེད། ཨ་དེ་ལ་ཡང་ངས་དྲི་བ་ཕུལ་བ་དེ་ལ་བཀའ་ལན་གནང་བཞག་རེད་ད་གཙོ་ཆེ་ཤོས་སོ་སོ་གི། སོ་སོ་སོ་གི་ཅིག་གར་ཟེར། མི་གཞན་གི་ཅིག་གནོན་ཤུགས་ཟེར་ནས་མི་འདུག་དེ་འདྲའི་འོག་ནས་ཅིག་མ་སྤྲོ་ཡས། སོ་སོ་སོ་སོ་མི་གཞན་གི་བེད་སྤྱོད་ཀྱི་འོག་ལ་ཡང་མ་སྤྲོ་ཡས་ཀྱི་སོ་སོ་སོ་སོ་གི་དམ་བཅའ་བརྟན་པོ་ཟིན་དགོས་ཡས་དང་སོ་སོ་རང་ཚུགས་བརྟན་པོ་གི་ཐོག་ནས་ཅིག་སྤྱི་བའི་གི་ལས་དོན་གནང་དགོས་ཡས་བོད་མི་ས་ཡ་དྲུག་སྔོན་དུ་འགྲུབ་དགོས་ཡས་རྒྱལ་བ་རོང་པོ་ཆེ་གི་དེ་འདྲའི་ཅིག་དགོང་ལོ་བཅུ་དྲུག་ནས་ད་ད་ལྟ་བར་དུ་དེ་འདྲའི་སྐུ་ལས་བསྐྱོན་གྱི་ཡོད་རེད་ད་དུང་ཡིན་ནས་བསྐྱོན་གྱི་ཡོད་རེད། མིའོ་རྒན་པ་རྣམས་ཀྱིས་དེ་ག་ཚོད་ཀྱི་གུ་ལས་སྐྱོན་གྱི་ཡོད་རེད་ང་ཚོ་དེ་ཚོ་ཚང་མ་ཨ་ནི་བཀའ་དྲིན་དྲན་པའི་ཐོག་ནས་ང་ཚོ་ཨ་ནི། རང་ཚུགས་སོ་སོ་གྱིས་ད་ཁྱད་པན་ཆུང་ཙག་ཆུང་ཙག་ཡ་དེའི་རྐུབ་ལ་ཡང་མ་འདེད་ཡས་ད་ནང་བཞིན་སོ་སོ་ལ་ཅིག། གང་ཟག། རེ་ཟུང་རེ་ཟུང་གི་གཅིག་གར་སོན་ལ་བལྟ། བསྟོད་བསྔགས་དེ་འདྲས་ཕྲ་ལ་ཕྲན་བུ་དེ་ཚོའི་སྣང་བརྙན་ཡོད་པ་ཡིན་ནས་དེ་ཚོ་ལས་གཅིག་རྣ་བ་མ་ཡང་ཆེ་རྣ་བ་མ་འདར་ཆེ། སོ་སོ་རང་ཉིད་རང་ལ་ཡར་སྔོན་ནས་གཅིག་རག་ལུས་རེད་བསམ་པ་རང་གཅིག་བལྟ། ང་རང་ཡིན་ནས་དེ་འདྲས་དྲན་གྱི་ཡོད་ཨ་ནེ་འཇིགས་མེད་ལགས་ཏག་ཏག་ཁོ་རང། ང་རའི་སེམས་ནང་ལ་གང་ཡོད་པ་དེ་བྱ་ལེན་གནང་སོང་ཨ་ནེ་འཇིགས། ཅིག། བྱ་ལན་དེ་ཚོ་ཡང་ནི། ཅིག། གནས་ལ་ཐིག་པོ། ནི། ཅིག། པའི། ཅིག། གོ་བདེ་བོ། དེ་འདྲས་སོང་ཙང། ནི། ལྷག་བསམ་ཚོགས་པའི་ངོས་ནས་ཁྱེད་རང་ལ་ཡང། སྙིང་དབུས་ནས། ནི། བཀའ་དྲིན་ཆེ་སི་ཆེ་ཆེ། ནི། དེ་རིང། དེ་འདྲས་ཅིག། ཞུ་འདོད་བྱུང་སོང་ཞུ་ཡས་ཡིན། ཨ་སོ། ཨ་ནི་འཇིགས་མེད་ལ་ལས་ང་ཡང་བསྐྱར་ཅིག་དྲི་བ་ཅིག་ཕུལ་ཡས་ཀྱི། བསམ་བློ་ཅིག་འཁོར་སོང་དེ་དྲི་བ་ཞིག་ཕུལ་ཆོག་པ་ཞུ་ཡས་ཡིན། ཨ་ནི་ད་ལྟ་ད་ང་རང་ཚོ་སྤྱི་ཚོགས་ནང་ལ་ཡ་ད་རྒྱ་བོད་འབྲུག་གསུམ་ནང་ལས་ཞུ་སྙན་རྩོད་གི་དེ་སྔ་ཡིན་ན་ཨ་ནི་བཅའ་ཁྲིའི་ལྗང་སྐུ་ཕུལ་གི་ཡོད་མ་རེད། ད་ཕྱིས་སུ་ཨ་ནི་བཅའ་ཁྲིའི་ལྗང་སྐུ་བཟོས་བྱས་ཨ་ནི་ཕུལ་སྙན་དེ་འདྲས་བྱུང་བ་དེ་འདྲས་གནས་ཚུལ་གོ་ཐོས་བྱུང་སོང། ར་ཐང་ག་ནང་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཕན་ཉན་བཟོ་མཁན་ཁག་ཅིག་དཔྱ་ཁྲལ་ལྗང་གུ་ཕུལ་གྱི་མེད་པ་གི་གནས་ཚུལ་གོ་ཐོས་བྱུང་སོང། ར་ཐང་འདི་དངོས་གནས་རང་དེ་འདྲས་ཅིག་ཆགས་ཀྱི་ཡོད་ས་རེད། ད་དེ་སྔོན་ད་ལྟ་ང་རང་ཚོ་གི་ཅིག་ས་གནས་ས་ཐོག་ལ་སྤྱི་འཐུས་རྣམ་པ་ཚོ་འཚམས་གཟིགས་ལ་ཕེབས་པའི་ཁ་ཐུག་ལའང་དཔྱ་ཁྲལ་ལྗང་གུ་གི་ཆ་དངུལ་ཕུལ་རོགས་གནང་ཟེར་ཆེད་དེ་འདྲས་འབོད་སྐུལ་ཞུས་པ་དེ་འདྲས་ཡང་བྱུང་སོང། ར་དང་ནང་བཞིན་དཔལ་འབྱོར་བཀའ་བློན་གྱིས་ཨ་ནེ་བཅའ་ཁྲལ་བྱ་འགུལ་གྱི་འཆར་དངུལ་དེ་གནང་རོགས་བྱེད་སྲིད་ཅེས་དེ་འདྲའི་འབོད་སྐུལ་ཞུས་པ་དེ་འདྲ་ཡང་ང་རང་གིས་ང་རང་གིས་མཐོང་མྱོང་ཡོད་གོ་མྱོང་ཡོད། དེ་འདྲ་སོང་ཙང་ད་བཅའ་ཁྲལ་བྱ་འགུལ་མ་འབུད་ཉེན་ང་རང་ཚོའི་ཨ་ནེ་བོད་རིགས་དེ་ཚོ་ལ་ཁྱེད་རང་ངོས་ནས་དམིགས་བསལ་ཨ་ནི་གཅིག། གལ་སྲིད་ཁྱང་སྤྱི་འཐུས་ཞབས་བཀྱག་སྒང་ལ་མ་འོངས་ཉིས་སྟོང་ཉི་ཤུ་རྩེག་གཅིག་གི་སྐབས་བཅུ་བདུན་པ་གི་དབུས་གཙང་དམ་པ་ཆུའི་ཆོལ་ཁའི་གི་ཨ་ནི་སྤྱི་འཐུས་ཞབས་བཀྱག་སྒང་ལ་ཕེབས་ཐུབ་པ་འདྲ་ཅིག་ཡིན་ན་ཨ་ནི་དམིགས་བསལ་གི་ཁོ་ནག་ཚོ་ལ་ཡང་ཁྱེད་རང་གི་གཅིག། བཀའ་སློབ་ལམ་སྟོན་ཟེར་ནས་མི་འདུག་ཨ་ག་རེ་ར་ཅིག་གནང་ཐུབ་ཡས་གི་ཨ་ནི་གཅིག། ཐུགས་ལ་ག་རེ་གི་ཆ་ཞིག་ཡོད་ན་ད་གང་དག་ཚུར་བཅར་འདྲའི་ལྗང་གུ་གི་ཆ་དངུལ་དེ་བོད་མི་སྒྲིག་འཛུགས་ལ་ཡ་ཨ་ནི་གནང་ཐུགས་ཡས་ཀྱི་ཨ་ནི་ཁོ་ནག་ཚོ་ལ་དམིགས་བསལ་གི་བཀའ་སློབ་ལམ་སྟོན་ཡིན་ནས་རེད་ད་ཅིག་ཚུར་ཕུལ་ཐུགས་ཡས་ཀྱི་ཨ་ནི་དམིགས་བསལ་གི་དེའི་ཐོག་ལ་ཡ་ནུས་པ་ག་ཚོད་ཚོད་ཅིག་སྟོན་ཐུགས་ཡས་ཀྱི་ཨ་ནི་ཅིག་ཆ་ཞིག་ཡོད་ན་གཟན་གྱང་གི་བཅར་འདྲའི་ལྗང་གུ་མ་འབུད་ཉེན་དེ་ཚོ་ལ་ཡ་ཨ་ནི་དམིགས་བསལ་གི་ཁྱེད་རང་གི་ག་རེ་ར་ཅིག་ཨ་ནི་གསུང་ཡས་ཡོད་ན། དེ་འདྲ་སོང་ཙང་ཨ་ནི་དེ་ལ་ཡ། ངའི་བྱིས་པ་དེ་ལ་ཡ། ཨ་ནི་བཀའ་ལན་ཅིག་གནང་རོགས་གནང་ཞུ་ཡ། ཨ་ནི་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཞུ་གི་ཡོད་ཡང་བསྐྱར་དྲི་བ་ཞིག་ཕུལ་རྒྱུ་ཁེལ་སོང་དགོངས་སེམས་ཞུ་ཡ་ཡིན། འོ་ལགས་སོ། ད་ཡང་བསྐྱར་ཅིག་ཁྱོད་སྲིད་བྱ་ཆོག་ཅིག་དགོངས་ཀས་མེད་པ་ཞིག་ཡང་དེ་སྐད་སྨྲ་ལ་ཡ། ཕ་ཚི་ལ་ག་དེ་ལ་ཁ་བ་ཅིག་གླེ་ཡང་དེ་ལ་སྐད་བཤད་དགོས་ཅིག་ཆགས་སོ་ཚུལ་དུ། དེ་སྐྱངས་སོ་དགོངས་ཀས་མེད་པ་ཅིག། ལ་རེ་ད་ད་ལྟ་དེ་ལ་ཡང་དཔྱ་ཁྲལ་ལག་དེབ་དང་འབྲེལ་བའི་སྐོར་ལ་ཡང་ད་ལྟ་དེའི་ཚོགས་ཕྱོགས་ཀྱི་ཡང་བསྐྱར་བཀའ་འདྲི་ཞིག་གནང་ཤག་ཏང་དཔེ་མི་སྲིད་དྲི་བ་གལ་ཆེན་པོ་རེད་དཔེ་མི་སྲིད་དྲི་བ་གལ་ཆེན་པོ་རེད། དེའི་སྐོར་ལ་ང་རང་གིས་ཉེ་མ་དེ་བར་ཞུས་མྱོང། ངོ་ཤེས་པ་དེ་སྒེར་གྱི་ཐོག་ནས་ཞུས་མྱོང། སོ་སོ་སྤྱི་ཚོགས་ནང་ལས་ཀ་བྱེད་པའི་སྐབས་ལས་ཚོར་བ་རྣོན་པོ་གི་ཐོག་ནས་འབོད་སྐུལ་ཞུས་མྱོང། ཐོག་མར།

བཅའ་སྒྲའི་ལག་དེབ་མ་ཕུད་ངས་མང་པོ་ཞུ་འབྱོར་བྱེད་དང་ངས་གདིང་རྒྱ་དེ་བརྒྱུད་ནས་འཚོ་བ་རྣོན་པོ་ཆེ་རྣམ་པ་ཚོར་ཞུ་ཡ་དེར་ཡ་དེ་ཕུད་དགོས་ཀྱི་རེད་ངེས་པར་དུ་ཕུད་དགོས་ཀྱི་རེད། དེ་ཕུད་དགོས་ཡ་དེ་གནད་འགག་ཅིག་གར་ཐོན་སྐོར་ལ་ན་དང་པོ་དེ་སོ་སོ་བོད་པ་ཡིན་རེད་པ། བོད་པ་ཡིན་པའི་ཆ་ནས་སོ་སོའི་བུད་མེད་ཀྱི་ལས་འགན་སྒྲུབ་དགོས་ཡོད་པ་ཅིག་དང་སོ་སོའི་ཡུལ་མིའི་ལས་འགན་སྒྲུབ་དགོས་ཡོད་པ་ཅིག་བཅའ་ཁྲིམས་ཀྱི་དགོངས་དོན་ནང་བཞིན་སོ་སོའི་བུད་མེད་ཀྱི་ལས་འགན་སྒྲུབ་དགོས་ཡོད་པ་དེ་གནད་དང་གཅིག་རེད། གཉིས་པ་དེ་ལ་ཡ་མི་གཅིག་མ་མཐའི་བཟང་སྤྱོད་ཀྱི་ཆ་ནས་གལ་ཆེན་པོ་ཆགས་ཀྱི་རེད། རེད་བ། མ་མཐའི་བཟང་སྤྱོད་ཀྱི་ཆ་ནས་དཔེ་མི་སྲིད་གལ་ཆེན་པོ་ཆགས་ཀྱི་རེད། རྒྱུ་མཚན་ག་རེ་བྱས་ནས་ཞུས་པ་ཡིན་ན། ང་ཚོ་སོ་སོ་དང་པོ་གནས་བབ་ག་འདྲའི་ཅིག་ལ་སླེབས་ཡོད། རེད་བ། དེ་ང་ཚོས་ཤེས་དགོས་རེད་བ། གནས་སྐབས་ག་འདྲའི་ཅིག་ནས་དངོས་གནས་རྒྱལ་བ་རིན་པོ་ཆེ་དབུ་བཞུགས་པའི་ཐོག་ནས་ད་སྐུ་ལས་བསྐྱོན་པའི་བརྒྱུད་རིམ་བརྟེན་མི་རབས་གོང་པ་ཚོས་ད་དཔའ་བོ་དཔའ་མོ་ཚོས་ཀྱི་དངོས་གནས་སྐུ་དྲག་དང་སྲོག་གི་རིན་པ་བཏང་པའི་བརྒྱུད་རིམ་བརྟེན་ཅིང་ང་ཚོར་ད་ལྟ་ཆབ་སྲིད་པའི་བཙན་བྱོལ་བ་ཡིན་ཟེར་བྱུང་དགོས་རེད་བ། ཆབ་སྲིད་ཀྱི་ལྟ་སྟངས་དང་སྐྱབས་བཅོལ་བ་ཡིན་ཟེར་ཡི་གེ་གནས་བབ་ཀྱི་ང་ཚོར་ཆགས་བསྡད་ཀྱི་ཡོད་རེད་པ། འཛམ་གླིང་ཡུལ་གྲུ་གོ་བར་ཕྱིན་པའི་ནས་འདི་ཡི་གེ་འཚོལ་བཤེར་གྱི་ང་ཚོར་ཐོབ་ཐང་ཞིག་རག་བསྡད་ཡོད་རེད་པ། དེ་ག་བ་ནས་རག་རེད་པས་གཞུང་སེམས་ག་བ་ནས་རག་རེད་པས་དེ་ངེས་པར་དུ་དགོངས་པ་བཞེས་དགོས་རེད་བསམ་གྱི་ཡོད། དེ། དགོངས་པ་བཞེས་པའི་སྐབས་ལ་དངོས་གནས་ཆུ་གྲོས་སུ་ཟམ་པ་ག་ལེར་བཞུགས་ཟེར་བྱེད་ཀྱི་དཔེ་ཙམ་མ་ཡིན་པར་བྱས་ནས་དངོས་གནས་སོ་སོ་ཡོང་སའི་ཡོང་ཁུངས་དེ་ཧ་གོ། དངོས་གནས་སོ་སོས་ཀྱི་དེ་འད་ཅིག་གི་བརྒྱུད་རིམ་ལ་བརྟེན་ནས་ང་ཡོང་བ་ཡིན་དེ་བཀའ་དྲིན་ཆེན་པོ་ཡིན་ཨ་བསམ་བཀའ་དྲིན་ཆེ་དེ་ཡིན་ཟེར་བྱེད་ཀྱི་ད་དེ་འད་ཅིག་ལབ་དགོས་རེད་པ། བྱེད་དང། གང་ལྟར་ཡང། སོ་སོའི་གཅིག་གིས་མི་གཅིག་གི་མ་དད་བཟང་སྤྱོད་ཀྱི་ཆ་ནས་དགོངས་པ་བཞེས་པ་ཡིན་ནའི་སོ་སོའི་གཞུང་ལ་ཡ་དབོ་དཔུང་སྡེ་ཞུ་བས་དེ་དང། འོ། དེ་གལ་ཆེན་པོ་ཞུ་རྒྱུ་རེད། དེ་འདྲས་སོང་ཙང་ངེས་པར་དུ་དཔྱ་ཁྲལ་ལག་དེབ་ཕུལ་དགོས་ཀྱི་ཡོད་རེད། གནད་འགག་འདི་གཉིས་རེད། ད་གསུམ་པ་དེ་ལས་དེ་བས་ཀྱང་གལ་ཆེ་བ་འདི། ག་རེ་ཡོད་རེད་ཅེ་ན་བོད་མི་ཡོད་ཚད་ཆ་ཚང་གིས་དཔྱ་ཁྲལ་ལག་དེབ་ཕུལ་བས་དེ་གལ་ཆེན་པོ་རེད། ད་གང་ལྟར་རྒྱ་བལ་འབྲུག་གསུམ་ཡིན་པའི་གནས་རེད་ཕྱི་དགེ་བཙན་བྱོལ་ཕྱི་དགེ་གནས་ཡུལ་ཁར་ཞུ་གི་ཡོད་ནི་རེད། སུ་ཡིན་པའི་གནས་རེད། ངེས་པར་དུ་བཙན་བྱོལ་དཔྱ་ཁྲལ་ལག་དེབ་ཀྱི་ཆ་དངུལ་ཕུད་བསྒུགས་ཡོད་རེད། འདི་དངུལ་གྱི་གནད་དོན་ཙམ་མ་རེད་བ། དངུལ་གྱི་གནད་དོན་ཙམ་མ་རེད། དྲང་པོ་ཞུས་པ་ནི་འདི་ཕྱི་རྒྱལ་ཁག་ནས་རོགས་ཚོགས་ནས་ཞལ་འདེབས་ཕུལ་མཁན་མང་པོ་ཡོང་གི་ཡོད་རེད་དེ་ལས་བོད་པ་རང་གི་བོད་པའི་གི་གཞུང་ལ་ཡར་དངུལ་ཕུལ་བཞག་རྒྱུ་དེ་གི་ག་རེ་མཐུན་སྐོར་ལ་ནི་སོ་སོའི་གཞུང་ལ་ཡིད་ཆེས་དང་སོ་སོའི་དབུ་ཁྲིད་ལ་དབུ་བ་དཔུང་སྡེ་ཞུ་གི་ཡོད་པའི་གི་སོ་སོའི་གི་ལས་འགན་སྒྲུབ་གི་ཡོད་པའི་གི་བསམ་བློ་གཅིག་ད་དེ་དངོས་གནས་གི་འགན་འཁྱེར་གི་ཡོད་པའི་བསམ་བློ་གཅིག་ད་གནད་དོན་གཅིག་རེད་གཉིས་པ་དེ་ལ་ཡར། ད་གང་ལྟར་ཅིག་འཐབ་རྩོད་ཀྱི་བརྒྱུད་རིམ་ཐོག་ནས་ང་ཚོ་སྐད་ཆ་བཤད་པའི་ནས་ལས་ང་ཚོས་ཀྱི་རྒྱ་མིས་ཀྱི་དུས་རྒྱུན་དུ་ད་འདི་བལ་ད་ཏཱ་ལའི་ལོག་སྤྱོད་དང་མི་ཉུང་ཤས་ཆེ་ན་ང་ཚོས་ལབ་བསྡད་ཀྱི་འདུག་བ། ཁོ་ཚོས་དྲིལ་བསྒྲགས་ནར་ག་དུས་ནས་བྱེད་བསྡད་ཀྱི་ཡོད་རེད་བ། དེ་བོད་ཀྱི་བོད་དཀའ་ངལ་གང་ཡང་མེད་ང་ཚོ་བོད་ལ་དཀའ་ངལ་གང་ཡང་མེད་ས་གནས་སྲིད་གཞུང་ཡིན་ཏེ་བོད་ལ་དཀའ་ངལ་གང་ཡང་མེད་འདི་ཏཱ་ལའི་བླ་མ་མི་ད་ཏཱ་ལའི་བླ་མ་དང་འདིའི་རྩ་ལ་ཡོད་པའི་མི་ཁ་ཤས་ཅིག་གིས་བཟོས་བཞག་པ་རེད་ཅེ་ན་ཁོ་ཚོས་སྐད་ཆ་དེ་བཤད་ཀྱི་ཡོད་རེད་བ། ད་བྱས་ཙང་ང་རང་ཚོས་ཀྱི་བུད་མེད་དེ་ནང་ལ་ག་ཚད་ཡོད་པ་འདི་ཆ་ཚང་གི་ང་རང་ཚོ་གི་ད་བུད་མེད་སྤུན་གཅིག་སྤུན་གཉིས་མ་སེམས་ཅི་སྐད་བཤད་གི་ཡོད་རེད་དེ་ཆ་ཚང་གི་དངོས་གནས་ཀྱི་ཁ་ཞེ་གཉིས་མེད་ཀྱི་ཐོག་ནས་དཔྱ་ཁྲལ་ལག་དེ་ཆ་ཚང་དེ་ཕུལ་ཐུབ་པ་ཡིན་ན་དེ་ང་ཚོ་ག་རེ་མཚོན་གི་ཡོད་རེད་ནས་རྒྱ་ནག་ལ་དང་ལེན་བྱེད་ཀྱི་ཡོད་རེད་ད། དེ་གོང་ས་མཆོག་གཅིག་པོ་གི་གནད་དོན་མ་ཡིན། དེ་གོང་ས་མཆོག་སྐུ་འཁོར་དུ་ཡོད་པའི་གི་གང་དེ་ཕོ་བྲང་གི་ལས་བྱེད་དང་དེ་འདྲའི་ཁ་ཤས་ཅིག་གི་དཀའ་ངལ་མ་ཡིན། དེ་ང་ཚོ་བུད་མེད་ཚང་མའི་གི་དཀའ་ངལ་ཡིན། འདིའི་ཐོག་ད་ང་ཚོས་ཀྱིས་ནི་སོ་སོའི་གཞུང་ལ་ཡང་དབུ་བ་དཔུང་སྡེས་སོ་སོའི་དབུ་ཁྲིད་དེ་ཡང་ཡིད་ཆེས་དང་བློ་གཏད་ཀྱི་ཐོག་ནས་ང་ཚོའི་གཞུང་ལ་དབུ་བ་དཔུང་སྡེ་ཞུ་གི་ཡོད། དེ་འདྲའི་སོང་ས་འཐབ་རྩོད་དེ་ང་ཚོ་ཚང་མའི་འཐབ་རྩོད་ཡིན་ཟེར་ཅིག་གི་ད་ནས་ཤེས་ཐུབ་ཀྱི་ཡོད་རེད་པ། དེ་འདྲའི་སོང་ས་གོང་དུ་ངས་ཞུས་པ་ནང་བཞིན་ཅིག་གིས། ཐོག་མར་དེར་བཅའ་ཁྲིམས་ནང་འཁོད་པ་ནང་བཞིན་ཅིག་བོད་མི་གཅིག་གིས་སོ་སོའི་ཡུལ་མིའི་གིས། ཨ་ནི་ལས་མཁན་བསྒྲུབ་ཡག། གཉིས་པ་དེ་ལ་ཡར་སྔོན་ནས་ཆུ་དྲོད་དུ་བཟང་པོ་ག་ལེར་ཞུགས་ཕྱིན་ན་ལབ་ཡག་དཔེ་དང་མ་ཡིན་པ་སོ་སོ་བཟང་སྤྱོད་མ་དད་བཟང་སྤྱོད་ཀྱི་ཆ་ནས་ཨ་ནི་དཔྱ་ཁྲལ་ལག་དེབ་ཕུལ་དགོས་ཀྱི་ཡོད་པ། གསུམ་པ་དེ་ལ་འཐབ་རྩོད་ཀྱི་བརྒྱུད་རིམ་གྱི་ཆ་ནས་སོ་སོའི་དགོན་སྡེ་དཀའ་ངལ་འཕྲད་སའི་ལུང་པ་ཅིག་དང་སོ་སོ་བོད་པ་སྦྱིན་པའི་ཆ་ནས་རེད་བ། ད་ལྟའི་ཆ་ལ་སོ་སོའི་གི་གནས་བབ་དེ་གང་འད་ཅིག་མོ་ཏྲ་རྫིག་པོ་ཁང་པ་རྫིག་པོ་ཨ་ནི་འགྲོ་ལ་དུང་ཕྱུར་མང་པོ་ཨ་ནི་ཡུ་རོ་དུང་ཕྱུར་མང་པོ་ཡོད་པ་ཡིན་ན་ཡང་གང་དག་གནས་སྐབས་གང་དད་ཅིག་ནས་བསླད་པ་རེད་བསླད་ཚེ་གང་དད་ཅིག་ནས་བསླད་རེད་དོན་ཚོད་གོ་བ་ཅིག་ནས་དོན་པ་རེད་དེ་གང་དག་དོན་ཚོད་དང་བསླད་ཚེ་དེ་མ་ནོར་བ་བྱེད་དགོས་ཏེ་གལ་ཆེན་པོ་ཞུ་དེ་འདའི་ཐོག་ལ་དགོངས་པ་བཞེས་པའི་ཐོག་ནས་གང་དག་ཐག་གཅོད་ཀྱི་བརྒྱུད་རིམ་ཐོག་ལ་དགོངས་པ་བཞེས་པའི་ཐོག་ནས་ང་རང་ཚོ་ཚང་མ་ལོག་གི་དཔྱ་ཁྲལ་ལག་དེབ་དེ་ཕུལ་དགོས་ཀྱི་རེད་ཟེར་ངེས་པར་དུ་ཕུལ་དགོས་ཀྱི་རེད་དེ་མང་ཉུང་ལ་མ་ལྟོས་པའི་ཕུལ་དགོས་ཀྱི་གང་དག་ཁོར་དཔྱ་ཁྲལ་ལག་དེབ་ཅིག་གཏན་འབེབས་ཞུས་ཡོད་རེད་དེ། ཁྱེད་རང་ཚོ་སོ་སོས་ཀྱི་དཔྱ་ཁྲལ་ལག་དེབ་ཅིག་གཞུང་ལ་ལོ་རེ་རེ་ལོ་རེ་ཕུལ་བ་ཙམ་གྱིས། ཁྱེད་རང་ཚོའི་འཚོ་བ་ལ་དཀའ་ངལ་འཕྲད་འགྲོ་བས་ཅི་ལྟར་སོ་སོའི་དཔལ་འབྱོར་ཉུང་འཕྲི་ཆགས་འགྲོ་བས་ཅི་ལྟར་སོ་སོའི་དཔལ་འབྱོར་བ་མེད་པའི་སྤྲང་པོ་ཆགས་འགྲོ་བས་གནད་འགག་གང་ཡང་ཡོང་མ་ཐལ། ལྷག་པར་དུ་འདི་ཕུད་པའི་བརྒྱུད་རིམ་ལ་བརྟེན་ཅིང་དངོས་གནས་ཁོ་རང་སོ་སོའི་གཞུང་ནས་ཐུགས་ཕན་གསོས་ཁུལ་ཡོད་པ་ཅི་ལྟར་སོ་སོའི་གཞུང་ནས་དབུལ་བ་དཔུང་སྡེ་ཞུགས་ཐུབ་ཁུལ་ཡོད་པ་དེ་གལ་ཆེན་པོ་ཤོས་ཅིག་རེད། དེ་འདྲའི་སོང་ཙང་ང་རང་ཚོ་ཚང་མ་ལོ་ཀའི་དུས་དང་རྣམ་པ་ཀུན་ཏུ་རྒྱལ་བ་རིན་པོ་ཆེས་བོད་གཞུང་ཆེན་ལ་ཁ་ནས་མ་ཎི་དྲག་དྲག་གསུང་སྐོར་དངོས་གནས་ཁོ་རང་བཀའ་དྲིན་རྗེས་དྲན་བྱེད་དགོས་ཀྱི་ཡོད་པ་ཅི་ལྟར་དངོས་གནས་ཁོ་རང་རྒྱལ་བ་རིན་པོ་ཆེ་ལ་བཀའ་བརྩི་ངེས་ཅི་ཡིན་པ་ཡིན་ན། ཨ་ནི་ང་ཚོས་དཔྱ་ཁྲལ་ལག་དེབ་ཕུད་བསྐུར་གི་རེད། དེ་སོ་སོ་ག་རེད་ཟེར་ན་དེ་སོ་སོ་བོད་པ་ཅན་པའི་ཆ་ནས་རེད་སོ་སོ་འཐབ་རྩོད་པ་ཅན་པའི་ཆ་ནས་རེད་སོ་སོ་ཆབ་སྲིད་ཀྱི་སྐྱབས་བཅོལ་བ་ཅན་པའི་ཆ་ནས་རེད་སོ་སོའི་དབུ་ཁྲིད་ལ་སོ་སོའི་ཡིད་ཆེས་བློ་གཏད་བྱས་ནས་ཕུད་དགོས་དེ་གལ་ཆེན་པོ་རེད་ཟེར་དེ་ངས་འཚོ་བ་རྣོན་པོ་བྱས་ནས་ཞུ་གི་ཡོད་འཚོ་བ་རྣོན་པོ་བྱས་ནས། གཙོ་བོ་ད
ངས་འཇིགས་མེད་ལགས་ལ་ཞོལ་བ་འཇིགས་མེད་ལགས་ལས་ངས་དཔྱ་ཁྲལ་ལྗང་གུ་ཧ་མ་འབུད་ངས་ཨ་ནི་བོད་པ་ཚོགས་ལ་ཡ། ཨ་ནི་ཅི། དམིགས་བསལ་གྱི་ག་རེ། གསུང་ཡས་ཡོད་བྱས་བྱས། ཨ་ནི། བྲིས་པ་ཕུལ་བ་ཞིག་གསུང་གི། ཨ་ནི་བཅར་འདྲིའི་ལྗང་བུ་གི་ཆ་དངུལ་ཕུལ་དགོས་ཡས་དེ་དཔེ་མི་སྲིད་བུ་གལ་ཆེན་པོ་རེད་བཞག་ཟེར་གསུང་གནང་སོང། སྙིང་ཐག་པ་ནས་ཨ་ནི་བཀའ་དྲིན་ཤིན་ཏུ་ཆེ་ཆེ་སོང་ཟེར་ཞུ་ཡས་ཡིན་ད་གང་བྱས་ང་རང་ཚོ་གཅིག་བོད་པ་ཡིན་པའི་ཆ་ནས་དངོས་གནས་དྲང་གནས་ཀྱི་གཅིག། དེ་ཚོ་ཕུད་དགོས་ཡས་ང་རང་དངོས་གནས་དཔེ་མི་སྲིད་བའི་གལ་ཆེན་པོ་རེད་ཞག་བསམ་གི་འདུག་ད་ལྟ་ད་རྒྱ་བོད་འབྲུག་གསུམ་ལ་ཞུ་གི་ཡོད་ནའི་རེད་ཕྱི་རྒྱལ་ཡུལ་གྲུ་ཁག་ལས་ཞུ་གི་ཡོད་ནའི་རེད་གང་ལྟར་ང་རང་ཚོ་གི་འཇོན་ཀྱོག་རེད་ང་དངོས་གནས་རྩ་བ་ཉིད་ནས་དྲན་གི་མེད་གང་ལྟར་བའི་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་རྗེའི་བཀའ་དྲིན་ཉག་གཅིག་ལ་བཏགས་ནས་ང་རང་ཚོ་ཨ་ནི་གཅིག། ད་ཅིག་སྐྱབས་བཅོལ་གཞན་དང་མ་འདྲ་བའི་དངོས་གནས་དྲང་གནས་ཀྱི་ཨ་ནི། ཕྱི་རྒྱལ་ཁབ་ཀྱི་ཨ་ནི། གཟིགས་སྟངས་ཡག་པོ། དེ་ཚོ་ཡོང་ཡས་ཚང་མ་རྒྱལ་བ་རིན་པོ་ཆེ་གི་ཐུགས་ཀྱི་ཨ་ནི་བྱིན་རླབས་ཀྱི་བཀའ་དྲིན་རེད་བསམ་གྱི་ཡོད་བ། དེ་འདྲས་སོང་ཙང་ང་རང་ཚོ་གི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཙུགས་གནང་བའི་སྒྲིག་འཛུགས་དེ་ལ་ཡང། ཨ་ནི། མི་འོ་གན་པ་རྣམས་ཀྱིས་གོང་ས་མཆོག་ལ་ཡ་ཆ་ར་ཟུར་བཞི་ནས། ཨ་ནི། གཡས་སྐྱོར་གཡོན་སྐྱོར་བྱས་ནས་ཨ་ནི་གློ་སྙིང་བྲང་གསུམ་བསྟན་བྱས་བྱས། ཨ་འདུག་སེ་བྱས། བསྟན་བསྡད་པ་དེ་ལས། དངོས་གནས་དྲང་ནས་ད་ང་རང་ཚོ། ཨ་ནི་གཅིག། དཔལ་འབྱོར་དེ་གང་ལ་གང་འཚམ་ཡ་བརྒྱད་འདྲ་བོ་ཅིག་ཆགས་སོང་ད་དངོས་གནས་དྲང་ནས་ང་ཚོ། གཅིག་བོད་མི་སྒྲིག་འཛུགས་ལའང་རེ་གོ་གི་མེད། ཨ་བོད་མི་གཅིག་སྤྱི་ཚོགས་ཅིག་ནང་ལ་ཡང་རེ་གོ་གི་མེད། དེ་འདྲས་ཀྱི་ཨ་ནི་གཅིག། ད་དངོས་གནས་དྲང་གནས། ཕྱི་རྒྱལ་ལ་ཡོད་ནའི་རེད་རྒྱ་བོད་འབྲུག་གསུམ་ལ་ཡོད་ནའི་རེད་ད་སོ་སོས་གང་ལྟར་འཚོ་དགོས་དེ་འགྲིག་ཐག་ཆོད་འདུག་ད་དེ་བ་དངོས་གནས་བོད་མི་སྒྲིག་འཛུགས་ཡང་ཨ་ནི་འབྲེལ་བ་ཟིག་བྱེད་དགོས་མིན་འདུག་ཨ་བོད་པའི་སྤྱི་ཚོགས་ཅིག་ལ་འབྲེལ་བ་ཟིག་བྱེད་དགོས་མིན་འདུག་དོང་ཏོག་གི། རྒྱ་གར་ལ་གཅིག་སི་ཏི་ཛིན་ཆགས་བ་དེ་འདྲས་ཡིན་ནའི་རེད། ཨ་ནི་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཕེབས་ནས་ཨ་ནི་སི་ཏི་ཛིན་ཆགས་ཀྱི་ཡོད་ནའི་རེད་གང་ལྟར་འདི་འདྲས་ད་སོ་སོ་དགེ་ལས་ལ་ཡང་གང་དག་དཀའ་ངལ་གང་ཡང་མི་འདུག་བསམ་པར་བཞེད་ད་བོད་པའི་སྤྱི་ཚོགས་ཅིག་ནང་ལ་ཡང་ཐེ་ཇུས་བྱེད་དགོས་ཡ་མི་འདུག་དོན་ཏོ། བོད་མི་སྒྲིག་འཛུགས་ལ་ཡང་ཐེ་ཇུས་བྱེད་དགོས་མི་འདུག་དོན་ཏོ་གིས་དེ་འདྲས་ཀྱི་དགོངས་པ་བཞེས་བྱས་བྱས། གང་བྱས་བཅའ་ཁྲིམས་ལྗང་གུ་དེ་དམར་པོས། འོན་མ་བུ་ངས་དེ་ཚོ་ཧང་སང་ཡས་ང་རང་དངོས་གནས་ཧང་སང་ཡས་ཐབས་སྐྱོ་བོ་ཞིག་མཐོང་གི་འདུག་ར། དེ་འདྲ་སོང་ཙང་ད་ད་ལན་དངོས་གནས་ལྷག་བསམ་ཚོགས་པ་རྒྱུད་ཆད་སྡིངས་ཆ་འདི་རྒྱུད་ཆད་ཆད་ཨ་ནི་དངོས་གནས་དྲང་གནས་ཨ་ནི་ཅིག་བཅར་འདྲི་ལྗང་གུས་བོད་པས་གང་ལྟར་བོད་པའི་གི་མཚན་ཁྱི་སྐྱོག་སུས་གི་ཕུལ་གི་མེད་བ་ཡིན་ན་ཡང་ད་ཕུལ་རོགས་གནང་སི་བྱས་བྱས་ཨ་ནི་འདུག་སི་བྱས་འབུལ་གུས་ང་གང་ཟག་ཐབས་ཆག་ཅིག་གི་འབུལ་གུས་རང་ཞུ་ཡས་གི་འདོད་པ་བྱུང་སོང་ཞུ་ཡས་ཡིན། ཨ་ནི་ད་ད་རིང་འདི་ལྷག་བསམ་ཚོགས་པའི་ངོས་ནས་གོ་སྒྲིག་གནང་བ་གཞིར་བཟུང་གིས་དེའི་བཅར་ཆས་ང་རང་བྱུང་འགྱུར་ཉེ་དུ་གཉིས་བསགས་ཆོས་ལུགས་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁའི་ཁོངས་ནས་སྤྱི་འཐུས་ནས་ལངས་ཀྱི་ཡོད་པ་སོང་ཙང་སོ་སོ་སྒེར་གྱི་ངོ་སྤྲོད་རེད་ཨ་ནི་སྦྲང་ནི་ཤིང་གི་སོ་སོའི་མ་འོངས་པའི་དམིགས་ཡུལ་དང་ལས་འཆར་རེད་ཨ་རྣམ་པ་ཚོས་དྲི་བ་དྲི་ལན་རེད་དེ་ཚོད་དང་ཁག་མེད་ཚེ་ཡག་པོ་བྱུང་སོང་ཨ་རྣམ་པ་ལས་འགལ་ཚང་མ་ལོག་རེད་ཡ། ཨ་ནི་བཀའ་དྲིན་བླ་མེད་དུ་ཆེ་ཞོད་ཅིག་དང། ཨ་ནི་ད། རྣམ་པ་ཚོ་མཁྱེན་གསལ་དང་ད་ག་རང་གང་ལྟར་ང་ཚོའི་གིས་ད་རྫ་དྲག་གནས་བབ་ངས་གོང་དུ་ཞུས་པ་ནང་བཞིན་རྫ་དྲག་གནས་བབ་དེ་ཚོ་ལ་དགོངས་པ་བཞེས་པའི་ཐོག་ནས་ད་ང་རང་ཚོའི་དབུ་ཁྲིད་མི་དམངས་ཀྱི་འཐུས་མི་དེ་ཚོ་ཡག་པོ་ཞིག་བདམས་དགོས་ཏེ་ང་རང་ཚང་མ་རོགས་གིས་ལས་འགན་གལ་ཆེ་ཤོས་ཆགས་ཀྱི་ཡོད་བྱེད་སྟངས་བྱུང་རྒྱུ། ཉིས་སྟོང་ཉིས་བརྩེགས་གཅིག་གིས་ང་རང་ཚོའི་གིས་ད་གང་ལྟར་དབུ་ཁྲིད་བདམས་ཕྱོགས་དེ་མི་ནོར་བ་ཅིག་དང་དང་པོ་མ་ནོར་བ་གནང་བས་ད་གལ་ཆེན་པོ་ཞུ་རྒྱུ་རེད་ཤག་ཨ་འདི་འདྲས་སོང་ཙང་ཨ་ནི། གུས་པའི་ངོས་ནས་རྣམ་པ་ཚོར་འབོད་སྐུལ་ཞུ་ཡ་གཅིག་ལ་ཡ། རྣམ་པ་ཚོས་ད་གོང་དུ་ང་རང་ལོ་རྒྱུས་རོབ་ཙེ་ཞུས་ཡོད་རང་ནང་བཞིན་གྱི་གནས་སྟངས་འདི་འདྲའི་ཅིག་རྣམ་པ་ཚོར་ཆ་ཚང་ནོར་འདྲི་བཤད་ཞུས་ཡོད་རེད་རྣམ་པ་ཚོའི་ངོས་ནས་གལ་སྲིད་གུས་པ་ལ་ཡ། ཡིད་ཆེས་དང་གདེང་འཇོག་འདི་འདྲའི་གནང་ཆེད་ད་ལན་གུས་པ་སྤྱི་འཐུས་སྐུ་སྤྱི་འཐུས་ལ་ཡ་སླེབས་ཐུབ་ཡ་གི་རྒྱབ་སྐྱོར་གནང་བ་ཡིན་ན་ཏན་ཏན་གུས་པའི་ངོས་ནས་རྣམ་པ་ཚོའི་རེ་བ་དང་གདེང་འཇོག་དེ་ཚོ་ཆོས་ཚུགས་སུ་མ་འགྲོ་བ་ལ་ཡང་གཅིག་ཏུ་མཚན་ལྡན་གྱི་ཆོས་ཐུབ་པའི་ཁས་ལེན་དང་རྣམ་པ་ཚོས་ཀྱི་འོས་ཤོག་འཕེན་པ་འདི་འཕྲོ་བརླགས་སུ་འགྲོ་གི་མ་རེད་བྱས་ཏེ་སྙིང་བོ་ཆེན་པོ་བྱས་ནས་ཞུ་གཏུག་འདུག་དེ་ནས་ཚོགས་གཙོ་རྣམ་པ་ཚོའི་ངོས་ནས་ངེས་པར་དུ་ད་ནས་ཀྱི་འོས་བསྡུའི་ལས་རོལ་རྣམས་ལ་ཡང་ཕྲན་ལ་རྒྱབ་སྐྱོར་གནང་རོགས་གནང་བྱས་ཏེ་འབོད་སྐུལ་ཞུ་འདོད་བྱུང། མདོར་ན། གང་ལྟར་ང་རང་ཚོ་ཚང་མ་བློ་གས་ད། སོ་སོ་སྒེར་པ་གཅིག་རྩ་གང་དག་སྤྱི་འཐུས་ཆགས་ཀྱི་ཡོད་མེད་དང་སྲིད་སྐྱོང་ཆགས་ཀྱི་ཡོད་མེད་ལ་མ་ལྟོས་པའི་ཚང་མ་ལོག་གི་ང་རང་ཚོ་ཁ་བ་གངས་ཅན་པའི་ལས་དབང་ལ་དགོངས་པ་བཞེས་རྗེས་ད་ལྟ་ཚང་མས་ཕྱར་གྲུ་མཉམ་འདེགས་ཀྱི་ཐོག་ནས་ཕྱག་ལས་གནང་རྗེས་སྤྱི་ནོར་བུ་ལ་སྐྱབས་འགོ་ཆེན་པོ་བཅོལ་སྐུ་ཚེ་དེའི་རིང་ལ་ཡང་ང་རང་ཚོ་གཞིས་བྱེས་མཉམ་འཛོམས་ཡོང་ཡ་གཅིག་དང་མ་འོངས་པ་འབྱུང་འགྱུར་ད་ནི་ཉིས་སྟོང་ཉི་ཤུ་རྩ་དྲུག་ལོ་གི་ད་འོས་འདེམས་ཆེན་པོ་འདིའང་བོད་ཀྱི་རྒྱལ་ས་ལྷ་སར་བྱེད་ཐུབ་ཡ་གཅིག་དང་ང་རང་ཚོའི་སྨོན་ལམ་སྐྱབས་འགོ་ཡང་འདི་ཚོ་གལ་ཆེན་པོ་ཤོག་ཅེས་བཞག་རྗེས་ད་ཚང་མ་ལོག་གི་འདིའི་ཐོག་ལ། འབད་རྩོལ་དང་དེ་གནང་རོགས་ཆེ་ཡིད་ཆེ་ནས་ཞུ་གི་ཡོད། ལགས་སོ་རྣམ་པ་ཚང་མ་ལོ་ཐུགས་ཆེ། ད་དོན་བོད་མི་བླ་ན་མ་མཆིས་པའི་དབུ་སྐྲའི་སྤྱི་ནོར་ཁོང་ཚ་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ནི་ཡུན་དུ་བརྟན་ཅིང་ཐུགས་ཀྱི་ཞིང་ཁོ་ཐང་དང་བོད་མི་ལྷུན་གྱིས་གྲུབ་པ་དང། གཞིས་བྱེས་མཉམ་འཛོམས་ཀྱི་ཉིན་མོ་མགྱོགས་ནས་མྱུར་དུ་ཆགས་ཆེ། ཕོ་བྲང། པོ་ཏི་ལའི་དུས་ལ་ང་ཚོ་མགྱོགས་ནས་མྱུར་དུ་མཇལ་ཡག་གི་རེ་བ་དང་སྨོན་འདུན་ཞུ་གི་ཡོད་ཐུགས་རྗེ་ཆེ།